ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་ཡག་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ང་བསྟན་འཛིན་རྡོ་རྗེ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྲིད་སྤྱི་གཉིས་ཀྱི་སྨྱོན་འགྲོའི་ཡོད་དོ་ཆེན་མོའི་ལས་རིམ་ཁག་གྲུབ་ཆེད་སྨྱོ་བཞིན་ཡོད་དོ་སླེབས་པ་ལ་ཡག་ཟླ་བ་གཅིག་ལས་ཡོད་མ་རེད། གཞོན་སྐྱེས་རྣམ་པ་ཚོ་ང་ཚོ་སྤྱི་ཚོགས་དང་ཆབ་སྲིད་འགྱུར་འགྲོས་ཀྱི་གནད་དོན་ཁྲོད་ལ་ཡང་ཆེས་གནད་འགག་ཅན་གྱི་ཆ་ཤས་ཤིག་ལ་ཡང་ངོས་འཛིན་གནང་སྲོལ་ཡོད་པ་ལྟར་དེ་རིང་ང་ཚོའི་ལས་རིམ་འདིའི་ནང་ལོགས་ལ་ཡང་གཞོན་སྐྱེས་དང་ཡོད་དོ་ཞེས་པའི་བརྗོད་གཞི་གཙོ་བཟུང་གི་ཐོག་ནས་ཐེངས་འདིའི་ཡོད་དུས་ནང་ལོགས་ལ་ཞུགས་མཁན་གྱི་ཡུལ་མི་རྣམ་པ་ཚོས་མ་འོངས་པ་ལ་ཡང་ངེས་པར་དུ་གནང་དགོས་པའི་གི་གཞོན་སྐྱེས་དང་འབྲེལ་བའི་གི་གནད་དོན་ཁག་ཅིག་གི་ཐོག་ལ་ཡང་ང་ཚོ་གླེང་མོལ་ཞུ་དགོས་ཡིན། ལས་རིམ་འདིའི་ཆེད་དུ། ད་ཐེངས་བོད་ཁྱིམ་སློབ་གྲྭའི་གྱའི་བསྟན་འཛིན་དར་རྒྱས་ལགས་དང། ན་གཞོན་ལས་འགུལ་བ་བསྟན་འཛིན་དོན་གྲུབ་ལགས་ད་ག་ན་བཞིན། བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་རྩེད་འགྲན་རུ་ཁག་གི། རྩེད་འགྲན་པ་ཟུར་པ་བསྟན་འཛིན་གཡུང་བ་ལགས་དང་ནང་བཞིན། བེ་རི། བསོད་ནམས་དབང་ཕྱུག་ལགས་བཅས་ང་ཚོ་ད་རེས་དྲྭ་འཇུག་ཁང་ལ་ཡང་སྙོལ་སུ་ཕེབས་ཡོད། དག་ནང་བཞིན་ལས་རིམ་འདིའི་ཆེད་དུ་ད་ལྟ་ན་གཞོན་ཉམས་ཞིབ་པ། ཨུ་རྒན་མཆོག་གྲུབ་ལགས་རྒྱལ་ས་ལྡི་ལི་ནས་ང་ཚོར་དྲྭ་ཐོག་བརྒྱུད་ཆེད་མཉམ་ཞུགས་གནང་གི་ཡོད། ཨ་ནི་ཐོག་མ་དེ་ལ་རྣམ་པ་ཚོ་ཚང་མ་ལོ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ཆེ། ཨ་ནི་ངས་ཐོག་མ་དེ་བདེ་ཆེ་བཀའ་འདྲི་ཞུ་གི་ཡིན་ད་ད་འདི་ཆེད་ལ་ང་ཚོ། སྨྱོན་གྲོལ་ཡོད་དུས་བརྒྱུད་རིམ་དེ་གས་གྲུབ་པ་རེད་སྨྱོན་གྲོལ་གྱི་སྐབས་ལ་ཡང་ང་ཚོ་ལྟ་ཅིག་ཡུལ་མི་རྣམ་པ་ཚོས་སོ་སོའི་མ་འོངས་འཆར་གཞི་དང་དེ་ཚོའི་ཐོག་ལ་ཡོངས་གྲགས་གནང་ཟིན་པ་རེད་སོང་ཙང་ཅིག་རྣམ་པ་ཚོས་ཉོས་ནས་སོ་སོའི་གི་འདོད་མོས་དང་མཐུན་པའི་ཐོག་ནས་ཁོང་ཚོའི་གི་འཆར་གཞི་ནང་ལོགས་ལ་ཅིག་དེ་འདྲས་འདུག་ཨ་བསམ་སང་དེ་འདྲས་གས་རྗེས་སུ། ད་ངས་མང་པོ་ཞེ་དྲག་ཅིག་དེ་འདྲས་བལྟ་ཡ་དང་དོན་འདྲ་གས་བྱུང་མ་སོང་རེད་པ། ག་དང་དོན་བྱུང་དེ་བས་ཁོ་ཚོས་མང་ཆེ་བ་དེ་གས་མ་འོངས་པ་ལ་ཅིག་སྐྱིད་སྒྲུའི་གི་ནུས་པ་ཡག་སྤེལ་གི་ཟེར་ཡ་འདྲ་པོ་དང། རྩ་དེ་གི་ཐོག་ལ་ཤུགས་རྒྱག་གི་ཟེར་ཡ་ད་མང་ཆེ་བ་དེ་འདྲས་འདྲ་པོ་ཅིག་འདུག།

བློ་བཟང་སེང་གེ་རུ་བ་རྩིས་སྐྱོང། ལོ་བཅུ་ཟླ་ང་ཚོ་ཞབས་ཕྱི་ཞུས་རེད། ལོ་བཅུ་ཟླ་ནང་ལ་ད་ངོ་ནས་ཁོ་རང་གི་ད་ལས་ཀ་ག་རེ་བྱེད་འོས་ནས་ད་འདི་ང་རང་དཔེ་བོ་ཐོངས་སོང་ར་ང་ཁོ་རང་ལ་འོར་ད་གི་སྙིང་མ་བསླུ་མེད་ར། ལོས་མ་བྱུང་རོགས་ཡིན་ནས་ལོ་བཅུ་དེ་ནང་ལ་ཁོ་རང་གི་ཞབས་ཕྱི་དཔེ་བོ་ཞུས་སོང་ད་མ་འོངས་པ་ད་སྲིད་སྐྱོང་སུ་འཕེལ་འོས་ནས་འདི་ནང་བཞིན་གི་འདི་ལས་ལྷག་བ་མེད་ནས་འདི་ལས་འདི་སུ་ག་ལ་བ་རེད་མི་འོང་བ་ཞིག་ད་མི་འོང་བ་ཞིག་ད་འདི་རེ་བ་ཞིག་ཡིན། ཚང་མ་ད་གཅིག་ལས་གཅིག་ཡག་པོ་འགྲོ་གཞི་འདུག་བསམ་གི་འདུག་ར་ཨ་དེ་ག་ནང་ད་ད་ལོ་སྔར་དང་མ་འདྲ་བ་གཞོན་སྐྱེས་ཀྱི་ཐོག་ནས་ཡིན་པར་བྱས་ན་ད་མིག་ཟུང་ཁ་ནས་གཅིག་སྡུད་ཀྱི་དེ་ན་གཞོན་སྐྱེས་ཀྱི་ཐོག་ནས་ལངས་ཉེན་འདུག་ཨ་ངེད་ཀྱི་ཡུལ་མི་དག་དེ་གས་བལྟས་པར་བྱས་ན་ང་ཚོའི་གི་གཅིག་སྡུད་ཀྱི་ནང་ལོགས་ལ། ཕྱོགས་གཅིག་རང་གཅིག་མིན་པར་བྱས་ན་ཕྱོགས་གང་བྱུང་མ་བྱུང་དཔེར་ན་ད་ལོ་ལོགས་ལ་དགེ་རྒན་རྣམ་པ་ཚོ་ཡིན་པར་བྱས་ན་ཕ་གི་ན་ལོས་རེད་ཨམ་ཆིའི་ཐོག་ནས་ཡིན་པ་དེ་དག་ང་ཚོས་ཆུང་མ་གྲོས་ཚོགས་འདྲ་བ་ཞིག་ན་ལ་ཚོགས་འདུ་དག་ཁྲིམས་དག་དེ་འདྲ་བཟོས་པར་བྱས་ན་ཕྱོགས་ག་ས་ག་གི་རྒྱུ་ང་ཡོད་ཀྱོག་ཅིག་ཡོད་པར་བྱས་ན་ག་རིང་ནས་གྲོས་བསྡུར་དག་དེ་ནས་ནས་ཡག་པོ། འབྱུང་གི་རེད་བསམ་ད་ད་འདེད་ངེས་ཀྱི་འདི་འདི་ཡོད་མི་ཡི་དེ་གས་ཚང་མ་ངས་ཡག་པོ་འགྲོ་བྱུང་སོང་ཚང་མ་འགྲོ་བཞི་ད་ཁ་ཅིག་འགྲོ་རེད་བཞི་ད་ང་ཚོ་ལ་བོད་པ་གི་གོ་ཡ་འགྲོ་ད་དངོས་དངོས་སུ་བྱུང་ཚེ་ཡང་ག་འདྲས་ཡོང་གི་མེད་ཡང་དེ་རྒྱུ་བ་འགྲོ་དྲི་རོ་བཞིན་པ་ཡག་པོ་འགྲོ་བཞི་འདུག་བསམ་གི་འདུག་ད་ཆ། ཨོ་རྒྱན་ལགས་འདི་ཐོག་ལ་ཁ་ནུས་སྐྱོན་ཡ་ཡོད་ན། ད་དེ་ག་ལ་ཅི་ད་ངེས་ཀྱི་སྲིད་ཇུས་བྱེ་བྲག་པ་ལ་ག་གས་ཞོལ་མི་འདུག་ག་ལ་ན་ད་ངེད་ཀྱིས་གང་གང་འཚམ་ཅིག་བལྟ་ཡ་བྱུང་ཟེར་བ། དེ་རྣམས་ཚང་མ་གཅིག་གི་གཅིག་བརྒལ་བ་དང་ད་དེ་རིང་དུ་སོང་ཟེར་བ། ཡིན་ནའང་ང་ང་རང་གིས་ད་འཚོ་བ་ཤུགས་ཆེན་པོ་ཅིག་གར་སླེབས་སོང་ད་ལན་འདིའི་མང་ཆེ་བ་ཞིག་སྲིད་ཇུས་མང་པོ་ཅིག་གསལ་བསྒྲགས་དང་ཡང་མ་ན་བཅར་འདྲིའི་ཐད་ཀར་སྒེར་གྱིས་སྒེར་གྱིས་བཅར་འདྲི་བྱས་ཟེར་བ། དེ་འདྲའི་རྒྱུས་ནི་གཅིག་མ་གཏོགས་ཡང་འདི་གར་གྲོ་གྲོ་དུར་དམིགས་བསལ་མཁན་ཡོང་མ་སོང་བ། བགྲོ་གླེང་མཁན་མ་ཡོང་བ་ཡིན་ན་ས་ད་ཁ་རོག་སྲིད་ཇུས་བསྒྲགས་གཏམ་བྱས་ཏེ་ད་ཆོག་ཅིང་བལྟས་བ་ཡིན་ན་ད་རྨང་གཞིའི་གི་ད་ང་ཚོ་འདིར་དགོས་མཁོ་འགྲོ་ཟེར་བ། ད་འདི་གར་གྲོ་དུར་མ་ཡོང་བ་ཡིན་ན་དེ་ནི་ཡང་སྲིད་ཇུས་དེ་ཅིག་གང་དྲིལ་དྲིལ་རུ་ཆགས་སྲིད་ཀྱི་འདུག་བ། དེ་འབྲེལ་གྱིས་ང་ཨ་ར་སེམས་འཚབ་འགྲོ་རྒྱུ་བྱུང་ཟེར་བ། དེ་ཡིན་དུས་ད་ངས་ཀྱི་དང་པོ་དོ་སྣང་བྱུང་སྲིད་ཇུས་དྲ་ཐོག་འདི་གར་དོ་སྣང་བྱུང་དེ་རང་རེད་ཧྲ། ཝུ་ཀེ་ལ་རྣམ་པ་ཚོ་དུས་རྒྱུན་ནས་སྤྱི་ཚོགས་ཀྱི་གནད་དོན་མང་པོ་གཅིག་གི་ཐོག་ལ་ཡང་གླེང་སློང་གནང་བཞུགས་ཀྱི་ཡོད་རེད་ལྷག་པར་དུ་ད་ལྟ་རྣམ་པ་ཚོ་འཁྱེར་དམ། བཙུགས་བྱས་འདི་ནང་ལོགས་ལ་དུས་རྒྱུན་ནས་ང་ཚོ་ཡོད་དུ་ཙམ་མ་ཡིན་པ་ཡང་སྤྱི་ཚོགས་ཀྱི་གནད་དོན་མང་པོ་གཅིག་གི་ཐོག་ལ་གྲོས་བསྡུར་གནང་གི་འདུག་སོང་ཙང་ད་ལྟ་ཨུ་རྒྱན་ལགས་ཀྱིས་བལྟས་པ་ཡིན་ན་ད་ད་འདས་ཀྱི་འོས་བསྡུའི་རྒྱུད་རིམ་འདིའི་ནང་ལོགས་ལ་ང་ཚོ་གཞོན་སྐྱེས་ལ་དམིགས་འབེན་གྱི་གནད་དོན་གཙོ་ཆེ་ཤོས་ག་རེ་ག་རེ་ངོས་འཛིན་གནང་གི་ཡོད། ད་ངེད་ཀྱིས་དོ་སྣང་བྱུང་ཡོད་ཅིག་དཔེ་ཤེ་ན་ཤེས་ཡོན་འགར་ལ་ཐོངས་ཟེར་བ་ཤེས་ཡོན་འགར་ལ་ད་ད་ངེད་ཀྱིས་ད་ཅིག་ངེད་ཀྱིས་ད་དོ་སྣང་བྱས་དེར་མང་ཆེ་བ་ཅིག་ཚོགས་གཅིག་པ་འགྲོ་བཞིན་རེད་ཤག་ཚོགས་དེ་ག་ཞིག་ལ་འདི་རུ་ག་ལ་ཡོད་རེད། ཅིག་མང་ཆེ་ཞིག་སྲིད་ཇུས་ནང་བལྟས་བ་ཡིན་ན་ཅིག་ད་ཤེས་ཡོན་འགའ་ལ་ཤུགས་རྒྱག་གི་ལ་ཡ་འདུག་ད་དེ་འདྲའི་དྲོ་ཅིག་མང་པོ་ཞིག་མཐོང་ཟེར་བ་ད་ཡིན་ན་དེ་ད་ལན་འདི་ལ་དངོས་ཡོད་ཀྱི་ངོ་ནས་གྲོས་བསྡུར་གལ་མིག་སེམས་མ་ཆུང་དུ་གསལ་ཁ་གལ་མི་གྱུར་རོ་ཚོགས་འདུ་མང་ཆེ་ཅིག་གིས་ཤེས་ཡོན་འགའ་ལ་ཤུགས་རྒྱག་གི་ཡིན་ད་ནི་ག་རེ་སླབ་གྲྭ་ད་ག་རེ་གཞི་རིམ་གྱི་སླབ་གྲྭ་མང་སུ་ཕ་ཟླ་བྲིས་བྱས་ད་དེ་ནི་ཡང་ག་རེ་སློབ་ཡོན་དེ་ཚོ་ཡ་མང་བཏང་ཡ་ད་དེ་འདྲའི་འགའ་ལ་སྤྱི་བཏང་གི་སྐད་ཆ་མང་པོ་བྱས་ཡིན་ན་དངོས་ཡོད་ཀྱི་ད་ལག་བསྟར་བྱས་ཡོད་རྒྱུ་ཅིག་བབ་ཡ་ཡོད་རྒྱུ་གྲོས་བསྡུར་གྱི་བརྒྱུད་རིམ་ཐོག་ནས་ཅིག་དེ་འདྲས་ངས་ཁའི་མལ་བ་རུ་ཞུ་ང་རང་འདི་འཚོ་བ་རུ་བྱུང་ཟེར་བ་ད་ལན་འདི་ལ་ངེད་ཀྱིས་ཕལ་ཆེར་དམིགས་བསལ་གྱི་གཞོན་སྐྱེས་ཐོག་ནས་བལྟས་བས་ན་ད་ལན་འདི་ལ་ད་ང་ཚོའི་གིས་ད་ད་ལན་གྱི་འོས་བསྡུ་འདི་འཇིག་རྟེན་གསར་བ་ཅིག་གི་སྒྲོམ་གཞི་ནང་ལོག་བྱེད་ཀྱི་ཡོད་འདུག་ད་ང་རང་རྩིས་བེར་ད་གཞོན་སྐྱེས་མང་པོ་ཅིག་ལ་ད་ད་ད་འདས་ཀྱི་སྒྲིག་གཞི་འདི་ནང་ལོག་ལ་ད་བཀག་སྡོམ་མང་པོ་བྱོས་རོགས་ད་བྱ་བ་ན་ད་ང་ཚོ་སྤྱི་ཚོགས་དྲ་རྒྱ་ག་ལ་ད་ནི་གཞི་མེད་ཀྱི་སྤྱོད་ཚུལ་ད་ནི་བོད་པའི་གིས་ཐུན་མོང་མ་ཡིན་པའི་ཆོས་པ་ད་མ་མཐུན་པའི་གིས་ད་ནི་གཞི་མེད་སྤྱོད་ཚུལ་བྱེད་ན་འགྲིག་གི་མ་རེད་ལ་བྱོས་རོགས་འདི་ལ་ཉེས་ཆད་འདི་བྱོས་རོགས་འདི་འདི་ད་འབྲེལ་བའི། སྒྲིག་གཞི་མང་པོ་ཞུ་ཅིག་ད་གཞོན་སྐའི་ནང་ལོ་གོ་རྟོག་གས་མེད་བ་ཆེ། ད་གོ་རྟོག་གས་མེད་བ་དེ་གཅིག་བྱེད་ན་གང་ནི་མ་དོ་སྣང་མ་བྱེད་རེ་ལ་ཡ་ཡོད་རོ་ཡིན་ན་དམངས་གཙོ་སྒྲོམ་གཞིས་ནང་ལོ་ང་ཚོ་དོ་སྣང་མ་བྱེད་རེ་ལ་འགྲིག་མ་རོ་དེ་འདྲ་ཡོད་འདུག་ད་ལྟའི་ཆ་ལ་ངས་གཞོན་སྐའི་མང་པོ་ཅིག་གིས་ད་ག་རེ་བྱེད་དགོས་ཡོད་ག་རེ་བྱེད་ཆོ་ཨེ་ཡོད་དེ་ཡི་ངས་ཞི་དྲག་ཞི་དྲག་ད་གཅིག་གསལ་ཁ་དྲོ་མེད་བ་ཆེ་དེ་འདྲས་ཀྱིས་བཀག་སྡོམ་བྱོས་བ་ལས་དེ་གོ་རེ་མཐོང་སོང་ང་རང་ངོ་ཤོར་མ་ད་ད་ད་ཕྱི་རྗེས་ཁག་ལ་མང་པོ་ཅིག་གྲོ་བསྡུར་སྐོང་ཨེ་ད་ཡང་དེ་ག་ལ་བགྲོ་གླེང་སྐོང་ཨེ་ད་དེ་འདྲས་ཆ་ཤི་དེ་འདུག་རོགས། དེ་ནས་སྒྲིག་གཞི་གི་ཐོག་ནས་གར་བྱེད་ཆོག་གི་ཡོད་མེད་གསལ་ཁ་ཁེལ་མེད་འདུག་དེ་གང་ལ་ཁེལ་འགྲོ་མ་ཐུབ་བའི་གི་གནས་སྟངས་རུ་མཐོང་ཟེར་བ། ལས་ཟླ་ཟླ་ཨུ་རྒན་ལགས་ཀྱི་ཤེས་ཡོན་སྐོར་གསུངས་པ་རེད་དེ་ནས་འཕྲོས་ནས་ངས་ཀྱི་གེལ་དར་གྱི་ལགས་ལ་འདི་གཅིག་བཀའ་འདྲི་ཞུ་གི་ཡིན་ད་ང་ཚོ་ཤེས་ཡོན་འདི་གཞོན་སྐྱེས་གྱི་དང་འབྲེལ་བའི་གི་གནད་དོན་གལ་ཆེ་ཤོས་གཅིག་ཆགས་བསྡད་ཀྱི་ཡོད་རེད་སྤྱི་དང་གྱེས་ལགས་ད་ལྟ་བར་དུ་ཤེས་ཡོན་གྱི་བསྟི་གནས་ནང་ལོགས་ལ་རྒྱུས་རིང་པོ་ཆགས་རེ་གནང་ཙང་ཤེས་ཡོན་དང་འབྲེལ་བ་ཡོད་པའི་ཐོག་ནས་ཡང་ང་ཚོ་མ་འོངས་པ་ལ་གོམ་པ་རྒྱག་དགོས་ཡས་ཀྱི་གནད་དོན་གལ་ཆེ་དྲུག་ཅིག་ཁར་ཁར་སི་ཀྱོན། ཤེས་ཡོན་གྱི་ཐོག་ནས་ད་འགྱུར་བ་དང་ཡར་རྒྱས་དང་རྣམ་པ་ཐོག་ནས་མང་ཐག་ཅིག་འགྲོ་གི་རེད་ད་དེ་ག་ན་ད་ང་ཚོའི་གི་བོད་པའི་སྤྱི་ཚོགས་ནང་ལོགས་ཡིན་པ་ར་ཅན་ད་ད་ཤེས་ཡོན་སྲིད་བྱུས་ཡོད་རེད་ཨ་ནི་ཉེས་པའི་ཆ་ལ་ཡིན་པ་ར་ཅན་རྒྱ་གར་གི་ནང་ལོགས་ལ་ཤེས་ཡོན་སྲིད་བྱུས་ཉིས་དོ་ཉི་ཤུ་ལོགས་ཀྱི་དེ་ཡོད་དུས་ད་ང་ཚོའི་ཚང་མས་བལྟས་པའི་ར་ཅན་ཨོ་ང་ཚོའི་སྙེ་མ་ཤེས་ཡོན་སྲིད་བྱུས་ཨ་ནི་འགོ་བཙུགས་པའི་ཀ་ལ་ད་ད་འདོད་གི་རྒྱ་གར་གི་ཤེས་ཡོན་སྲིད་བྱུས་ཉིས་དོ་ཉི་ཤུ་ཁ་ཅིག་གི་དེ་དེ། ག་ལ་ག་འཚམས་ང་ཚོས་ཀྱི་བོད་པའི་གི་ཤེས་ཡོན་དང་ཨ་ནི་འགྲིག་གི་འདུག་ལས་སྦྱོར་བ། ད་བསླབ་གྲྭའི་ནང་ལོགས་ནས་གལ་ཆེན་པོ་གཅིག་ད་གར་དུང་ལ་བར་བྱས་ན་ང་ཚོས་ཀྱི་བསླབ་གྲྭའི་གི་དམའ་རིམ་ཁོ་རང་ཐོག་ནས་ང་ཚོས་ཀྱི་དཔེར་ན་ག་རེ་ཞིབ་འཇུག་གི་ཐོག་ནས་པོ་ཀུ་ལ་ཞིབ་འཇུག་གི་བསམ་བློ་འདྲ་བོ་འདི་གས་འདི་བྱས། ང་ཚོས་གི་ད་ལྟ་ཨེ་འདྲས་ངས་བལྟས་པར་བྱས་ན་ད་ང་དགེ་རྒན་ཅིག་རེད་ཕ་མ་ཅིག་རེད་དེ་འདྲས་བལྟ་དུས་ཨ་ནེ་སྤུ་གུ་ལ་ཅིག་གཏམ་བཤད་ད་རྒན་ལགས་རྣམ་པ་ཚོ་ལ་ད་ང་ཚོས་གི་གྲོས་བསྡུས་ད་དེ་འདྲས་བྱེད་དགོས་ལ་ཤེས་ཡོན་ལས་དེ་གཙོ་བོ་ག་རེ་ལས་ནི་ང་ཚོ་ཆ་སྙོམས་འགྲོ་མི་ཚང་མས་གི་འོ་ད་ཤེས་ཡོན་ལས་དེ་ངོ་མ་འདི་རེད་ལས་ཡོད་དེ་རོ་ཨ་ཨ་ནི་ཐོས་བསམ་སྒོམ་གསུམ་དེ་མ་ཏོ་གནས་ཚུལ་མང་པོ་མཁོ་སྒྲུབ་བྱེད་ཨ་འདི་འདི་ཉག་ལ་ན་ད་ང་ཚོས་གི་དེང་སང་ཨེ་འབྱིན་ན་ཅིག་གི་ལགས་དོ་ཨ་ནེ

སེ་སེ་ཐིང་ཐིང་རེད། མི་མང་དོན་ཡོད་དུ་ག་ལ། ལྷ་བཀྲ་དང་མང་དོན་ཡོད་དུ་ག་ལ། མི་ག་འདྲའི་འདྲ་བ་ཞིག་བཟོས་བཞག་འདུག་ཟེར་ན། གཉོམ་ཆུང་ཡོད་པ་བྱེད། ཨ་ནི་ཡ་རངས་ཡོད་པ་བྱེད། ཡིན་ན་ཡང། དངོས་གནས་གཞན་རང་གི་ཐོག་ནས་སྤྱི་ཚོགས་ནང་ལོགས་ལ་ཅིག་བྱེད་གི་ཟེར་ཡག་གི། ཁོ་ཕ་གི་སྤོ་བ་དང་ང་རྒྱ་གྲོགས་ཞིག་གོ་རོགས། འདི་གི་རྩ་དེ་མ་འདང་ངེས་འདྲ་བ་ཅིག། ན་ནིང་ང་མ་གི་སྦེང་ལོར་ལ་ང་ཚོའི་ཐོག་ལ་སྤོ་བའི་སྙོན་དོ། མཐོ་སློབ་སྤོ་བོ་འགའ་ཤས་དང་ཁོ་ཚོ་ཉོན་རྟོག་སྐྱེ་བཞེས་བསྡད་འདུག་ག་ལ། ཁོ་ཚོའི་བླ་གྲྭ་དེ་ཡི་ནང་ལོགས་ལ། སྤོ་བོ་ཉུ་ཤུ་དང་འདྲ་ཞིག་ཡོད་རེད་ས་བས་པ། ད་དཔེར་ན་དགེ་རྒན་གྱི་སློབ་ཁྲིད་གནང་དུས་ག་ལ་མི་རྒན་ནས་སྤོ་བོ་གི་ཡར་དྲི་བ་བཏང་དེ་འདྲས་བྱས་འདུག་ག་ལ། སོང་ཚུལ་བཤད་མཁན་དང་དྲི་བ་བཏང་མཁན་དེ་འདྲས་ནང་ལ་བས་པ་སྤོ་བོ་གཅིག་ཡོད་མ་རེད་ས། ཨ་ནི་ཡར་ལངས་ཡོད་དུས་ག་ལ་ང་ཚོ་བས་པ་སྤོ་བོ་དེ་གི་ཕི་གེར་ལངས་ཡོད་མཁན་རྒྱ་གར་སྤོ་བོ་དེ་ཚོ་ལ་མི་མདོག་འདྲ་བ་དང་སྐྱོན་ཆ་འདྲ་བ་བྱེད་ཀྱི་རེད་ས། ཡིན་རྒྱུ་དེ་ག་རེད་ཟེར་དུས་ག་ན་ད་དངོས་གནས་སྐད་ཆ་མང་བ་བག་ཁོང་ཚོས་བཤད་དུས་ག་ལ།

ཡང་ན་ལྷོ་སོག་གི་ཐོག་ནས་དགེ་རྒན་དེ་ཚོ་གིས་རྒྱག་སྟངས་ཀྱང་འགྲིག་གི་མེད་པ་ཡིན་ན་འདི་ང་ཚོས་དངོས་གནས་འདང་གི་མེད། བྱས་ཙང་དེ་འགྲིག་ཅིག་ཡོད་པ་ཡིན་ན། གཅིག་ནི་ང་ཚོས་ལ་ད་ལྟ་བླ་མ་རིན་པོ་ཆེ་དང་སློབ་དཔོན་ཟམ་གདོང་རིན་པོ་ཆེ་གཉིས་ཀའི་དགོངས་པ་ག་རེ་རེད་ཟེར་ན། སྲོལ་རྒྱུན་ནས་ང་ཚོའི་བོད་ཡུལ་གྱི་རིག་གཞུང་གི་བྱང་ཆུབ་ཀྱི་སེམས་དང་ཡང་དག་པའི་ལྟ་བའི་གྱི་རྣམ་གཞག་དེ་གའི་དེ་ལྷོ་སོག་ནང་ལ་ཡོད་པ་ཆེད་མགོ་ཚུད་པོ་ཅི་བྱེད། གཉིས་ནི་དེ་རག་གི་སྤྱི་ཚོགས་ནང་ལོགས་ལ་སོ་སོ་གང་རྒྱག་དགོས་ཡོད་ན་ཆེད་ལས་གང་རྒྱང་དུ་ས་དེ། ཆེད་ལས་ཅིག་གི་ཐོག་ནས་འཛམ་བུ་གླིང་ནང་ལ་ཡར་ཐོན་ཐོན་ཡོད་ཅིག། གལ་སྲིད་ད་འཛམ་བུ་གླིང་སྡིངས་ཆ་གཞན་དག་ནང་ལ་ལངས་མ་ཐོག་ནས་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ག་བ་ལས་ཀ་བྱེད་ས་ག་བ་བསྡད་ས་དེ་ནི་ལ Professional ཡང་ཁོ་རང་གི་མི་སེར་གྱི་ཆེད་གཞན་ཅིག་གི་ཐོག་ནས་སྣེ་ཁྲིད་ཐོག་ཡོད་ཅིག། ད་དེ་འདྲས་ཅིག་ཡོང་བས་ལ་ཤེས་ཡན་གྱི་མ་ལག་རྒྱལ་བོ་རྒྱག་གི་ཡོད་ན་འདྲ། ལྷོ་སོག་གི་མ་ལག་དང་རྒྱལ་བོ་རྒྱག་གི་ཡོད་ན་འདྲ། ངེས་པ་དེ་བྱེད་དགོས་ཀྱི་འདུག་མ་གཏོགས་ཤི་ང་ཚོ་སྤུ་གུ་ཚང་མ་ལ་ཐ་ན་མ་འོངས་པ་ལ་སོ་སོ་རྐང་པའི་སྒོ་ལ་སོ་སོ་ལངས་ཐོག་མ་གཏོགས་རྐྱང་རྐྱང་གི་ལ་ལྷག་འགྲོ་ཡོད་ཀྱི་ཉེན་ཁ་ཆེན་པོ་ཅིག། ད་ངས་ནང་ཆོས་དེ་འདྲ་ཅིག་མཐོང་འདུག། ང་ཚོས་འདིར་བ་མི་སྒེར་གྱི་གདེང་ཚོད་དེ་ཆབ་སྲིད་དང་སྤྱི་ཚོགས་ཀྱི་བསམ་བློ་གྱི་སྒྲོམ་གཞི་ཞིག་ནང་ཡོང་གི་རོ། ད་འདི་དང་འཕྲོས་ཏེ་ངས་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་མེད་ཧ་གོ་མ་ཟེར་རོ། དཔེ་བཞག་ན་ང་ཚོ་གཞོན་སྐྱེས་དག་འོས་བསྡུ་ལ་འདུག་ང་ཚོས་ཀྱི་ད་ལྟ་ག་གྲུབ་ཚུལ་ཆུ་བོ་རེད་འོས་བསྡུ་བྱེད་རུང་ཐོག་ནས་ང་ཚོ་སྲིད་ཇུས་དང་དེ་འདྲ་ཀྱི་ཐོག་ནས་གཞོན་སྐྱེས་ལ་དགོས་མཁོ་དེ་ད་འགྲུབ་ཐུབ་ཀྱི་འདུག་འགྲུབ་ཐུབ་ཀྱི་མི་འདུག་གཞོན་སྐྱེས་ཀྱི་འདི་ག་ལ་བསམ་ཚུལ་ག་རེ་འདུག་ད་འདི་ང་འདི་ག་ལ་བགྲོ་གླེང་བྱེད་དགོས་རོ། ཡིན་ནའི་ད་ལྟ་ང་ཚོས་འོས་བསྡུ་སྒྲིག་གཞི་རང་ལྟེ་བ་ན་འོས་བསྡུ་སྒྲིག་གཞི་དེ་དོན་ཚན་ཉི་ས་བཞི་གྱི་ནང་སྲིད་ཅུ་བ་ལྟེ་བ་ན་མི་སྒེར་གཅིག་བླ་བྲ་ཁག་ལ། དྲིལ་བསྒྲགས་གཏམ་བཤད་བྱེད་ཁར་འགྲོ་ཆོག་མེད་ལ་བཀག་སྡོམ་ཅིག་བྱས་རོགས། ད་དེའི་ཕྱིས་སུ་ད་ང་ཚོ་གསར་འགྱུར་པ་ཁག་ཅིག་གིས་བཅར་འདྲི་ཞུ་བའི་བརྒྱུད་རིམ་གྱི་ནང་ལོགས་ལ་ང་ཚོ་འོས་བསྡུའི་འགན་འཛིན་གྱི་ཁར་སོང་རེད། སླབ་གྲྭ་འདི་མཐོ་སློབ་ཆ་ཚང་ཅིག་ལ་གོ་གི་རེད་ཟེར་རོགས། ད་དེ་ལ་དུ་ང་ཚོ་རྒན་བདག་ཅིག་ཁར་ཆགས་ཁོ་ལ་ན་ད་སླབ་གྲྭ་གཞི་རིམ་མ་ཡིན་པར་རོགས། ད་མཐོ་སློབ་དཔེ་ཆ་ན་ང་ཚོ་གི་ད་བཙན་བྱོལ་ནང་ལ་ཡོད་ཀྱི་སློབ་གྲྭ་ཁག་ཁར་སུས་ཁོ་ན་ས་ར། ད་ནི་བར་ན་སི་ཡིས་དེ་ནང་བཞིན་གྱི་བོད་པའི་གི་ད་མཐོ་སློབ་ཁག་ལ་འགྲོ་ཆོག་ས་ཆ་མང་ཆེ་ད་ཏཱ་ལའི་བླ་མ་མཐོ་སློབ་ཡིན་ན་རེད་དེ་འདྲ་ཆ་ཚང་གཅིག་ལ་འོས་བསྡུ་གི་ད་བརྒྱུད་རིམ་དེ་ཆ་ཚང་གཅིག་འཛུལ་ཞུགས་བྱས་ལ་བཀག་སྡོམ་གྱི་ཆ་ཡོད་ད་ད་ཅིག་ང་ཚོ་རྒན་ད་ནི་ངས་ག་འདྲི་འདྲི་བཤད་རྒྱག་པར་འགོ་ཚུགས་མི་འདུག་ཆོག་ཅིང་ལྟེ་བ་ན་ལོ་བཅོ་བརྒྱད་ཟིན་མ་ད་འོས་ཤོག་བླུག་ག་ཡོད་ལ་འོ་རེད་ཆོག་ཅིང་ལྟེ་བ་ན་ད་སླབ་གྲ་ཁག་ནས་ག་ཚོད་དུས་འགོར་ནས་ལོ་གཉིས་གསང་སྔགས་ག་ཚོད་དུས་འགོ་ཡོད་ན་ཚོད་དཔག་འགྲོ་བྱས་ཡོད་ན་རེད་ད་དེ་བར་དུ་ཡོ་འོས་བསྡུ་ནང་ལོ་ལ་འཛུལ་ཞུགས

དོན་གྲུབ་ལགས་ལ་འདི་ཞིག་བཀའ་འདྲི་ཞུ་གི་དོན་གྲུབ་ལགས་ཡིན་པ་ཡིན་ན་ད་ལྟ་འཛིན་གྲྭ་ག་ཚོད་བར་དུ་སློབ་རེད། འཛིན་གྲྭ་རྒྱལ་བ། ཨ་འདྲེ་མ་གི་སློབ་ཆེན་སྐྱོ་གྲོགས་ཚོ་མར་ད་ཡིན་ནའི་ཅི་སྤུ་གུ་སྣང་བ་གྲོགས་ཆེ། ཨ་འདྲེ་གཡོག་གི་ལ་ད་ཆུ་ལོ་འཛམ་གླིང་ལས་ཧ་རོགས་ཆེ་ནའི་སྐྱིའུ་གྲོགས་ཡོད་ཟེར་སམ་ཨ་འདྲེ་ཅི་སློབ་གྲྭ་དོན་ཡིན་པ། འདི་ཞུ་གུ་ལགས་ཤེས་འདི་འདྲེ་གང་ལ་སྦྱོང་ད་ཕེབས། ནའོ་ནོར་བུ་ལས་ང་ལས་ཧ་གྲོགས་ཆེ་ཡིན་གི་ལ་ནོར་བུ་ལས་ལས་ཧ་གྲོགས་ཆེ། ད་གཙོ་བོ་འདི་གི་ལ་སློབ་ཆོས་མེད་ནའི་གི་ལ་ད་ཐོབ་ཐང་མང་པོ་ཞིག་ད་གུས་པོ་མང་པོ་ཤོར་གི་འདུག་ར་གི་ལ་ང་འོ་དེ་དཔེ་ཚོགས་ཤུགས་ཆེན་པོ་སྐྱེས་སུ་ད་ང་ཡི་ད་དོན་མང་པོ་པོ་ཤོར་ཐོབ་ཐང་མང་པོ་ཤོར་སོང།

བསླབ་གྲྭ་མཐར་མ་འཁྱོལ་བ་ཡིན་ནས་སོ་སོ་ལག་ཤེས་སྦྱོང་བརྡར་དང་དེ་འདྲའི་ཐོག་ལ་ཕན་ངེས་དེ་འདྲ་ཡོད་རེད་བ། དེ་འདྲས་ཀྱི་ཐོག་ལ་ཡང་ད་ལྟ་མ་འོངས་པ་ལ་དགོངས་པ་བཞེས་དགོས་ཡ་གར་འདུག་སྒྲིག་འཛུགས་དང་འཛིན་སྐྱོང་གིས་ཉོས་ནས། དངོས་གནས་རེད་ཤེས་ཡོན་གྱི་ཐོག་ནས་ཡིན་པར་བརྗེད་ང་ཚོའི་གི་གཅིག་ནང་ལོགས་ལ་གཅིག་ང་ཚོའི་གི་ལྟ་ཕྱོགས་ཐོག་ནས་ཡིན་པར་བརྗེད་ན་ཤེས་ཡོན་ལ་ན་མི་ཚང་མ་ད་ང་ཚོའི་དབྱིན་ཇིའི་ཐོག་ནས་ད་ཞུས་པར་བརྗེད་ན་ད་འབའ་པོ་མི་ཚང་མ་འབའ་པོ་འགྲོ་གི་ཆ་ཡ་མ་རེད་བ་ང་ཚོའི་གི་མི་ཚེའི་ནང་ལོགས་འཛམ་བུ་གླིང་འདིའི་ནང་ལོགས་མི་འདྲ་མིན་སྣ་ཚོགས་འགོར་བ་ད་དཔེར་ན་ཕྱི་རྒྱལ་ཁག་ལ་ཡིན་པར་བརྗེད་ན་ལས་རིགས་ག་རེ་ཡིན་པར་བརྗེད་ནས་དེ་ལ་ད་ཐུང་ཞུ་སི་ཏུ། དཔེར་ན་ད་སིང་ག་ཕོར་དེ་འདྲས་ཡིན་པར་བྱས་ན་ལག་ཤེས་ལབ་པའི་དེ་གའི་ཆོས་འབྱུང་ལག་ཤེས་དང་སློབ་སྦྱོང་དང་དེ་གཉིས་ཆ་གཅིག་པར་འགྲོ་ཞུ་བ་ང་ཚོ་སློབ་སྦྱོང་ཡོད་རྒྱུ་ཡང་ཤོས་ཆེ་ལག་ཤེས་དེ་ལ་ཤུགས་དེ་ག་སི་མ་བྱས་ཡང་ཅིག་བྱས་རུང། བོད་ཁྱིམ་དང་སྒྲིག་འཛུགས་གཉིས་ཀ་ཉོས་ནས་ད་ལྟ་ལག་ཤེས་གང་ལ་ཅིག་སློབ་ཡོན་དང་དེ་འདྲས་ད་ག་ལ་འཛམ་ཤི་གནང་ཞུ་གོ་རུ་བ་མ་འོངས་པ་ལ་ད་འདི་གང་ལ་ཡང་ཡར་རྒྱས་གཏང་དགོ་ཡ་དེ་འདྲས་ག་རི་སིག་དོ། ལག་ཤེས་ཀྱི་དེ་འདྲས་ཐོག་ནས་མང་པོ་དེ་འདྲས་ཡོད་པར་བྱས་ན་གཅིག་གཉིས་ད་དཔེར་ན་གྲ་ཤག་དེ་འདྲས་ཡིན་པར་བྱས་ན་གྲ་ཤག་ལབ་དེ་བོད་ཁྱིམ་ཐོག་ནས་ཡིན་པར་བྱས་ན་ཡང་གཞུང་གི་ཐོག་ནས་ཡོད་པར་བྱས་ན་གཉིས་གསུམ་དག་དེ་ནས་མེད་པར་བྱས་ནས། སྙེམས་དོར་ཆིག་སྒྲིལ་འདྲ་བོ་བྱས་ནས། སྐྲ་ཤག་པ་ཡིན་པར་ཅང་སྐྲ་ཤག་ཡག་ཐག་གཅོད་ཅིག་འདི་བྱས། ཞལ་ལག་བཟོས་ཡིན་པར་ཅང་དེ་ལ་ཞལ་ལག་ཡོད་དེ་ལ་ཞལ་ཡོད་དེ་ལ་མེད་པར་བྱས་ཚང་མ་ང་ཚོས་ཀྱི་ནུས་པ་སྤུངས་བས་དེ་དེ་ཁ་བྲ་མེད་མེད་པར་བྱས། ད་ཡོད་ན་ཡོད་རེད་ལས་ན་ད་སྐྲ་ཤག་ལག་ན་དེ། གློག་ཀླད་བཟོ་བའི་འདི་ཡིན་པར་ཅན་དེ་ཞལ་ལག་ཐོག་ནས་མཛེས་བཟོ་ཐོག་ནས་ཧ་རེ་ནས་ཅིག། མི་ཚང་མས་གིས་སྒྲིག་ཤགས་ལ་རྩིས་སྤུས་ལྡན་པ་དེ་འདྲས་ཅིག་རྡོག་རྡོག་བཟོས་པར་ཅན་ཡུལ་སྐྱོགས་ཚང་མ་དེ་དང་ཨ་དེ་ལ་ང་ཚོས་གིས་མཐུན་ཁའི་ཐོག་ནས་ནས་རེད། བསླབ་ཁྲིད་ཐོག་ནས་ཡིན་པར་ཅན་ལས་ཀ་འདི་ཆོག་ནས་ཨ་གིས་དེ་འདྲས་དུ་བྱིས་པར་ཅན་ད་ག་དུས་ཐོག་ནས་ད་ང་ཚོས་གིས་དེ་སང་ཐོག་ནས Collaboration ལས་རིགས་དང་དུས་རབས་གཉིས་གསར་བརྗེའི་སྤེལ་གྱི་ཁྱད་ཆོས་ཅིག་ལྟ་བུ་འདིར། ཤེས་ཡོན་དང་འབྲེལ་བ་ཡོད་པའི་ཐོག་ནས་ད་དོན་ཚན་གཅིག་འདི་བཀའ་འདྲི་ཞུ་གི་ཡིན་ད་ལྟ་ང་ཚོ་ད། དེ་སྔ་ང་ཚོས་ཡུལ་དུས་བརྒྱུད་རིམ་ནང་ལོགས་ལ་ཡུལ་མི་རྣམ་པ་ཚོ་ལ། བཅར་འདྲི་ཞུས་པའི་སྐབས་ལ་ཁོང་ཚོས་ཀྱི་ད་གནད་དོན་ཆེ་གྲས་གཅིག་དེ་ད་ད་ལྟའི་ཆ་ལ་ང་ཚོ་སླབ་གྲྭ་ཁག་ནང་ལོགས་ལ་བོད་པའི་སློབ་ཕྲུག་དེའི་གྲངས་འབོར། ཉུང་ཉུང་ཆགས་ཀྱི་ཡོད་ཙང་ད་སླབ་གྲྭ་ཁག་ཟླ་སྒྲིལ་བཏང་ཡག་གི་གནད་དོན་འདིའི་ཐོག་ལ་ཡང་དགོངས་ཚུལ་མང་པོ་བརྩི་དང་ཡང་ཁ་ཞིག་ནང་ལོག་ལ་མ་འོང་འཆར་གཞི་དེ་འདྲའི་རྣམས་འཕེལ་བཞག་སླབ་གྲྭ་ཁག་ད་ཅིག་གྲངས་ཚད་ངེས་ཅན་ཅིག་ལ་ཡང་བཟོས་ཡག་འདིའི་ཐོག་ལ་དགེ་ལ་དགོངས་ཚུལ་འགྲོ་ག་འདྲ་ཡིན། ད་དེ་དངོས་ཡོད་གནས་ཚད་རེད་ཡ་ང་ཚོ་དཀའ་ངལ་གྱི་རེད་དོ། སླ་གྲྭ་ཁག་རེད་ཡ་སླ་གྲྭ་ཁག་གཅིག་པོ་མ་རེད་དགོངས་པ་ཁག་ནང་ལོག་ལ་རེད། ཐོ་སྐད་ཆུ་ཚ་ནས་ག་བ་ག་ས་ལ་སྤྲུལ་སྐུ་བྲང་ཁ་ཉུང་ཉུང་ཅིག་བསྡད་བསྡད་པ་ལས་ཁོ་དེ་ཆུ་ཟླ་སྒྲིལ་བཏང་བ་ཡིན་ན་ངས་ད་ལྟ་ཡག་ག་ཡོད་རེད་དྲན་གི་འདུག་དེ་ཡིས་ག་ཚད་ཐུག་ཐུག་ཅིག་གིས་ཁོ་མི་མང་པོ་ཅིག་མཉམ་དུ་རུ་ཐོག་པ་ཡིན་པ་ཡིན་ན་དེའི་ཚོད་ཀྱིས་ཡང་དེ་ལ་ལྟོས་ནས་དུས་ཆེན་དང་ཚང་མ་ཅིག་གར་བྱེད་ན་བྱེད་བདེ་པོ་འདྲ་བ་ཅིག་ངས་ད་ལྟ་འདི་དགོས་ཡས་ཅིག་རེད་དྲན་གི་འདུག་རེད་དེ་ཡིན་ན་ང་ཚོས་བསམ་བློ་བཏང་ས་གཅིག་དེ་ང་ཚོས་ད་ལྟ་ད།

དེ་ལྟར་ཡུལ་དུས་ག་ལ་དཔེར་ན་བོད་ནང་ལོགས་ལ་གནས་ཚུལ་འཛའ་དྲག་ཅིག་ཆགས་ནས་ང་ཚོའི་ཕྱུག་པོ་བོད་པ་དེ་གའི་སོ་སོའི་གི་རི་ཤུ་དག་པོ་རྒྱག་མ་མཐོང་གི་ཆགས་པ་ཡིན་ན་ཡང། ཧི་མ་ལ་ཡའི་གི་མ་རག་དེ་ཚོའི་གྲས་ཀྱི་ག་ལ་གང་ཙམ་མང་བོ་པ་ལ་དག་པོ་རྒྱག་ཐོ་ཡས་གི་འདྲིས་ཚད་ཡོད་རེད། ཡུལ་དུས་ག་ལ་མང་བོ་པ་ལ་ང་ཚོའི་ལྷ་བྲག་སྨྱོན་རུ་ཟླ་སྒྲིལ་སྟངས་ག་རེ་བྱས་པ་ཡིན་ན་འདྲ། ཁོང་ཚོའི་གྲས་ནས་ག་ཚད་ཞུགས་མཁན་ཅིག་ཡོད་པ་ཡིན་ན་དེ་ཚོ་ང་ཚོའི་འདྲ་སྨྱོན་རང་གི་ཐོག་ནས་ལྟ་རྟོག་བྱས་ཡས་དེ་ད་ལྟ་དང་མང་བོ་པ་ལ་ཆུད་དུ་ཆགས་སྲིད་གཉིས་ཀའི་ཐོག་ནས་ཞེ་ཐག་གི་གནང་གི་ཆེན་པོ་ཡོད་རེད།

ད་བས་ན་ང་ཚོ་ཤེས་ཡོན་ཐོག་ནས་ཡིན་པ་རེད་ཅེ་ནས། གྲོང་སེམས་སྦྲང་བླུགས་སྤུ་གུ་གཅིག་ཡོད་ན་རེད་གཉིས་ཡོད་ན་རེད་ཁོ་ལ་བསླབ་གྲྭ་དགོས་རེད་ཟེར་རོ། དེ་ལ་མང་པོ་འདུག་སྤུ་གུ་འདི་མ་འདོན་བསླབ་གྲྭ་དགོས་རྒྱབ་འདི། ཆོས་འབྱོན་ཆོས་འབྱོན་འདི་གའི་དཔེ་གལ་ཆེན་པོ་ཤུགས་ཆགས་ར་སྤུ་གུ་ཕ་མ་ངོ་ནས་སྤུ་གུ་ཏང་ཆོས་འབྱོན་ད་ལ་ཤེས་ཡོན་གལ་ཆུང་མི་ལ་དེ་ཁོ་ཚོ་ལ་བདེ་བོ་ཡོད་རོ། དེ་ཡིན་པ་སོང་ཙང་ད་ད་ལྟ་བསླབ་གྲྭ་ཟླ་སྒྲིལ་བཏང་ཡ་དེ་དེ་ཚང་མས་ཀྱི་དགོངས་པའི་ནང་ལོགས་ལ་ཡོད་རེད་ཨ་འདི་དེ་ཉི་མ་གཅིག་ནང་ལོགས་ལ་སྟོབས་ལ་ནས་བཏང་ཡ་ཨེ་འདྲ་བྱས་ན་མེད་པ་ཅང་ད་ཁོ་ཚོ་བསླབ་གྲྭ་གི་དེ་ག་ད། འགན་འཛིན་རྣམ་པ་ཚོ་གི་ཕར་ཚུར་གྲོས་བསྡུར་དང་ག་འདྲི་བྱེད་ནས་ཡག་འདུག་དམའ་རིམ་འཛིན་གྲྭ་འདི་གས་ཨ་ནི་ད་འདྲི་བཏང་ནས་ཡག་འདུག་ཡང་སླབ་གྲྭ་འབྲི་ང་འདི་གས་ད་འདྲི་བཏང་ན་དགའ་འདུག་ཡང་སླབ་གྲྭ་གང་ད་སྡེ་ཚན་ཚོང་རིག་ད་ཚན་རིག་ད་ཨ་ནི་ག་རེ་གཞན་པ་གི་ཐོག་ནས་ཡང་ད་འདྲི་བཏང་ན་དགའ་འདུག་དེ་གས་ཚང་མ་ད་ང་ཚོ་རབ་ད་རིམ་པ་ངེས་འགྲུབ་གོ་རེ་བསམ་གོ་འདྲི་བ་ད་འབད་བརྩོན་ད་གནང་གི་ཡོད་ད། ལྷ་སྲིན་ཨུ་ཡིན་ལགས་འདི་ཐོག་ལ་དགོངས་ཚུལ་ཡོད་ན། ད་མཆོག་ཅིང་ལྟེ་བ་ན་ང་ཚོ་ད་ལྟ་སྲིད་སྐྱོང་ཞང་ངེ་ཆ་ཚང་འགྲོ་བྱེད་ཀྱི་ད་ཕལ་ཆེར་འདི་ལ་མུ་མཐུད་ཡོད་ས་རེད་ད་རིགས་གཏང་དགོས་རེད་ལས་འདི་རེད་བ། དེ་མཉམ་དུ་ད་ནི་ད་ལྟ་ཤེས་ཡོན་སྲིད་བྱུས་ལག་བསྟར་བྱེད་དགོས་རེད་ལས་འདི་ཕལ་ཆེར་གཅིག་མ་གཏོགས་མང་ཆེ་བ་ཅིག་མུ་མཐུད་ཡོད་བ་འགྲོ་བཞིན་འདུག་རེད་བ། ད་དེ་འདྲའི་གི་སྤྱི་ཡོངས་སྤྱི་བཏང་གི་ད་ཅིག་དེ་འདྲའི་སྒང་ལ་སྐད་ཆ་བཤད་འདོད་ན་ང་ཞེ་དྲག་ཆོས་ཞེ་དྲག་མཐོང་མི་འདུག་ཁ་ནོར་ན་དེ་ག་ལ་གྲོས་བསྡུར་གྱི་དམིགས་བསལ་མ་ཡོང་བ་ཡིན་ན་ད་ལྟ་རྒྱལ་རྒྱལ་དག་གི་ལག་གི་སྲུང་བ་འགྲོ་གི་རེད་དེ་བཏང་ཡོད་བརྒྱུད་རིམ་ནང་དུ་འགག་རྩ་ག་རེ་འཁེལ་གི་རེད་དེ་ཚོ་ག་ལ་གྲོས་བསྡུར་མ་ཡོང་བ་ཡིན་ན་ད་ནི་སྤྱི་བཏང་གི་བཤད་དེ་འདི་ཕལ་ཆེར་འདི་འདྲའི་ལྟེ་བ་ན་ད་ལྟ་བར་དུ་ཁ་ཆེམས་ཕྱིར་མེད་ན་བསམ་བསམ་དེར་ཡོང་གི་འདུག་ད་ཅིག་ཤེས་ཡོན་ཤེས་ཡོན་གྱི་ཧ་རེ་སློབ་ཡོན་ནས་མང་གཏང་གི་ལགས་འདུག་ད་ད་ཅིག་བོད་ཡུལ་ག་ལ་ཤུགས་སྣོན་སྤེལ་རྒྱག་གི་ལགས་འདུག་དེ་ཚོ་སྤྱི་བཏང་གི་སྐད་ཆ་རོ་ཡིན་ན་ད་ངེད་ཀྱི་བསམ་པ་ལ་ད་ང་ཚོ་ཟླ་སྒྲིལ་བཏང་ཡ་ལགས་དོན་ཚང་མ་ཅིག་ཁ་རེ་ལ་ད་ཤེས་ཡོན་གྱི་ཡར་རྒྱས་ག་འདྲེ་བཏང་བ་སྐད་ཆ་ཤེས་བོ་རོགས་ངའི་བསམ་པར་ད་ཅིག་སྤྱི་བཏང་སྐད་ཆ་གསར་བ་ཁས་མ་རེད་ཡིན་ན་གཞི་རྩ་གི་ད་ཤེས་ཡོན་ཅིག་ཡར་རྒྱས་བཏང་ཡ་ཡིན་ན་སྒྲོམ་གཞི་ཡར་རྒྱས་བཏང་ཡ་དེ་རྣམས་ལ་དགེ་རྒན་དེ་གལ་ཆེ་ཤོས་ཆགས་བོ་རོགས་དགེ་རྒན་ལ་དེ་ནས་ཅིག་གླ་ཕོགས་ཡིན་ན་ཡ་རེད་མཐུན་རྐྱེན་སྦྱར་ཡ་ཡིན་ན་རེད་དེ་ཚོ་ཡར་རྒྱས་མ་བཏང་བ་ཡིན་ན་ངས་དངོས་ནས་འདི་ག་འདྲའི་བསམ་བློ་བཏང་ནས་དེ་ཁག་པོ་རུ་བྱེད་ཙམ་དགོས་འདུག་དགེ་རྒན་ལས་ང་ཚོའི་ད་ལྟའི་དེ་རིང་ང་ཚོ་དེ་ཚོ་ད་སེམས་ཤུགས་དང་དེ་འདྲས་ཡོད་དུ་ཡོད་དགེ་རྒན་ཆ་ཚང་ལ་ད་དེ་ཚོ་གཅིག་པུ་གི་འགྲིག་མ་རུ་བ་སེམས་ཤུགས་ཀྱི་སྤུ་གུ་སམ་བཏང་བ་རེད་ནང་སམ་བཏང་བ་རེད་སེམས་སུ་སེམས་ཤུགས་གཅིག་པུ་གི་ད་གྲོགས་རྒྱ་ཐོས་ཡོད་མ་རུ་བ་དེ་འདྲས་ཡོད་དུ་ད་དེ་ཚོ་ག་ལ་ངས་ཡིན་ཇི་མི་ཇི་བསམ་བློ་བཏང་དགོས་སོང་སྒང་སྲིད་ཇུས་ཟིན་པའི་སྐབས་སླ་ཕོགས་ཡག་པ་རེད་ཡ་དགེ་རྒན་གྱི་ཐོན་སྐལ་བྱ་རེད་ཡ་སློབ་ཕྲུག་ལགས་སྤྱི་ལྟར་ཐོན་མཁན་དེ་ཡིན་དང་ཡིན་རོགས། ཝུ་གིན་ལགས་ད་ཅི་གོང་ལ་ཡང། འོས་བསྡུའི་གི་ང་རང་ཚོའི་སྒྲིག་གཞི་གཅིག་ལུང་འདྲེན་བགྲང་བྱས་དེའི་ནང་ལོགས་ལ་ད་གཞོན་སྐྱེས་ཀྱི་སྨྱོས་སུ་འོས་བསྡུའི་བརྒྱུད་རིམ་ནང་ལོགས་ལ་ཆ་ཤས་བླང་ཡ་ལ་ཡང་འགོག་རྒན་གཅིག་ཆགས་ཀྱི་ཡོད་གསུངས་པ་རེད་སྤྱི་ལྟར་ནས་ཝུ་གིན་ལགས་ད་ལྟའི་ཆ་ལ་ང་ཚོའི་ད་ལྟའི་འོས་བསྡུ་ད་ལྟ་འགྲོ་བཞིན་པ་གཅིག་ཆགས་ཏེ་ཀྱི་རེད་དེའི་ནང་ལོགས་ལ་ང་ཚོ་གཞོན་སྐྱེས་ཀྱི་མཉམ་ཤུགས་ག་ཚོད་ཟིག་གི་འདུག། སྤྱི་ཡོངས་ཀྱི་ཆ་ནས་བཤད་བ་ན་ད་ཅི། ཁ་ལོ་ཟིག་ཤུགས་དེ་ཉུལ་ཉུལ་དུ་ཆོག་ང་རང་གིས་ད་བརྗོད་པ་འགྲོ་བརྗོད་ཅི་ཐང་ཅིག་འོས་བསྡུ་ལ་སོ་སོས་ཀྱི་རེ་བ་བྱས་ནང་བཞིན་ཟིག་ཤུགས་ཉུལ་ཉུལ་ཆོག་ཟེར་བ་ད་ཕྱོགས་གཅིག་བལྟས་བ་ན་ཉུལ་ཉུལ་འདི་ད་རྐྱེན་མང་པོ་འབྱོར་འཕྲད་དེ་བྱས་ངས་ད་གི་འདི་ངས་རེ་ཞུ་བ་ནང་བཞིན་རེད་ངའི་རོགས་པ་ཁག་ཅིག་གིས་བགྲོ་གླིང་གི་སྐོ་ངལ་གྱི་ཆ་ཤས་དྲུག་སྟེང་ཡ་དེ་ནི་ས་གནས་ཀྱི་དེ་ནི་ག་རེད་འོས་བསྡུ་འགན་འཛིན་དང་དེ་འདྲས་ལ་འབྲེལ་བ་བྱེད་དུས་ད་ནི་བགྲོ་གླིང་སྐོར་ན་ད་ད་ཕལ་ཆེར།

སྒྲིག་གཞི་ཡག་པོ་ངོ་འཕྲོད་མ་འཕྲོད་ཡོང་གི་རོགས། དེ་འདྲས་ཡིན་དུས་ཡང་དེ་ཚོ་ལ་ངོ་ཤེས་ན་གང་ཐུག་ཐུག་ཅིག་ད་ངོ་འཕྲོད་ད་གང་ཐུག་ཐུག་ཅིག་ལས་སླ་བོ་ཟེར་གྱི་རེ་འདུན་བྱེད་དགོས་རོགས། ད་དེ་འདྲས་མང་པོ་འཇོག་རྐྱེན་པས་ངེད་ཀྱི་འཚོ་བ་ལ་ཅིག་འཛུལ་ཞུགས་གང་ལ་གང་འཚམ་བྱེད་པ་གང་ཞིག་ལ་ད་ཅིག་འདོད་པ་ཧང་ཧང་ཅིག་ངས་ཏན་ཏན་བྱུང་མ་བསམ་གྱི་འདུག་ད་དེའི་ཁྲོད་ཅིག་ད་ངས་འདི་ད་ཅིག་སྒྲིག་གཞི་འདི་ག་ཞུ་བ་ཡིན་ན། ད་ང་ཚོའི་གི་ག་རེ་ཆོག་ཅིང་ལྟེ་བ་ན་འཐབ་རྩོད་བྱེད་ངེས་རེད་སློབ་སྦྱོང་གལ་ཆེན་པོ་རེད་སློབ་སྦྱོང་གི་ཇུས་བྱེད་མ་འོངས་པ་དེ་སོ་སོས་གི་ད་བོད་དོན་འགའ་འཐབ་རྩོད་བྱེད་དགོས་ནམ་རྒྱུན་དུ་གསུང་དུ་བ་རོ་གང་ནི་ད་ཡིན་ནའི་ཕྱོགས་གཞན་པ་ནི་ལྟེ་བ་ན་སློབ་སྦྱོང་བྱེད་པའི་བརྒྱུད་རིམ་ནང་ལོ་འཐབ་རྩོད་ལ་ད་ག་ལོ་ཆབ་སྲིད་ལ་ཇུས་གཏོགས་བྱས་ཡོད་མ་ལགས་བ་རོ་སློབ་གྲྭ་ཁག་ལ་དྲིལ་བསྒྲགས་བྱས་ཡོད་མ་ལགས་ན་སློབ་གྲྭ་དང་ཆབ་སྲིད་གཉིས་དེ་ནི་ཁ་ཁ་བཞག་དགོས་རེད་སྐད་ཆ་འདི་རོ་ད་སློབ་སྦྱོང་བྱེད་ངེས་བྱས་ན་ཆབ་སྲིད་ནང་ལག་པ་འཐུ་བ་ཡོད་ན་དེ་ནི་དེ་ཅིག་ཅིག

ཆབ་སྲིད་གཉིས་དེ་མཉམ་དུ་འདྲེས་ནས་འགྲོ་ཡ་རེད་མ་གཏོགས་དམིགས་བསལ་གྱི་ཐབས་རྩོད་བྱེད་ངེས་མི་རིགས་ཞིག་ལ་སློབ་སྦྱོང་ལས་དེ་ཅིག་ལྟ་ཁ་ལ་བ་དང་ང་ཚོས་ཨིན་ཇི་ན་བཞུགས་ན་བུར་ཞུ་བ་ལས་དོ་ཅིག་འབྱོར་ལྡན་གྲལ་རིམ་གྱི་སློབ་སྦྱོང་བྱས་དེ་ཅིག་སུད་སུ་ཚུད་ཀྱི་ལྟ་ཁ་ལ་བ་རེད་ཐོན་ཁུངས་སྤར་ཡ་དང་ལས་ཀ་ཡག་པོ་ཞིག་རག་ཡ་དང་དེ་འདྲས་ཅིག་པོ་མ་རོ་སློབ་སྦྱོང་དེའི་བརྒྱུད་རིམ་ཐོག་ནས་ང་ཚོ་ཆབ་སྲིད་ལ་འགྱུར་བ་བཏང་ཡ་ཅིག་དམིགས་ཡུལ་ཅིག་ཁེགས་ཀོ་རོགས་དེ་འདྲས་ཡིན་དུས་ཨིན་ཇི་མན་གྱི་མཐོ་སློབ་ཁག་ཡིན་ན་དེ་ཚོ་ནང་རོ་ཉུང་མཐའ་ལ་མཐོ་སློབ་ཁག་ནང་ད་ཅིག་ངེས་ཤོག་རོད་ད་ལོ་ཉི་ཤུ་རྩ་ལྔ་ནས་ཡིན་ཡོད་རོ་ཉུང་མཐའ་ལ་ད་རོ་ད་ལྟ་བུ་ཡག་བ་དོན་ལྟེ་བ་ནས་རོ། འདི་ནང་ལ་དགེ་རྒན་གང་ཡོད་རེ་ནི་གཅིག་དམངས་གཙོ་གི་བརྒྱུད་རིམ་ནང་ལོགས་ལ་འགྲིག་ཤིག་གི་ཐོག་ནས་འཛུལ་ཞུགས་བྱས་ལ་བཀག་སྡོམ་བྱེད་ཡོད་ཡོད་ན་འདི་ངས་ཏིས་ཅིག་སེམས་འཚབ་འགྲོ་ཞིག་བྱུང་གི་འདུག་ལ། ང་ཚོ་གཞོན་སྐྱེས་ནང་ལོགས་ལ་སྤྱི་བཏང་འཛུལ་ཞུགས་གནང་བའི་གང་ཞིག་ལ་ད་ལྟ་འདོད་པ་ཧང་བ་རོ་ཅིག་བྱུང་མ་སོང་གསུང་གི་རེད། མ་འོངས་པ་ལ་ང་ཚོ་གཞོན་སྐྱེས་ཀྱི་འདི་འདྲའི་ནང་ལོགས་ལ་མཉམ་ཞུགས་གནང་ཐུབ་པས་ལགས། ག་རེ་འགྲོ་ཞེས་གནང་དགོས་ཀྱི་འདུག་ཡང་སྒྲིག་གཞི་ཁོ་རང་ནང་ལོགས་ལ་བསྒྱུར་བཅོས་དགོས་ཀྱི་འདུག་ཡང་ང་ཚོ་གཞོན་སྐྱེས་ཀྱི་ངོས་ནས་ཡང་འགན་འཁྱེར་ཆེད་ཡང་དེ་ཚོའི་ཐོག་ལ་ཡང་དོ་སྣང་བྱེད་དགོས་ཀྱི་འདུག། དམངས་གཙོ་གྱི་སྒྲོམ་གཞི་ཞིག་ང་ཚོ་བཏིང་དགོས་ཡོད་ན་དེ་ནང་ལོགས་ལ་ད་ང་ཚོས་ཀྱི་སུ་སུའི་འགན་འཁྱེར་རེད་ལ་དེ་སྐད་ཆ་དེ་གཉིས་གང་ཐུག་ཐུག་ཅིག་ཉུང་ཉུང་ད་སུ་སུའི་འགན་འཁྱེར་དེ་གལ་ཆེན་པོ་རེད་ད་ཡིན་ནའི་སྒང་གི་རོ་ད་སུ་སུའི་སྒྲིག་གཞི་ལོགས་འོག་རེད་བུའི་མ་ཞིག་ན་བུའི་ལྗང་གོ་རེད་བུའི་ལྗང་གི་སྒྲིག་གཞི་ལོགས་འོག་ལ་ན

ད་དེ་རྗེས་ལ་གསལ་བསྒྲགས་ཕྱིར་ཚར་བ་བཅས་ལ་ཉི་མ་བཅོ་བརྒྱད་ཉི་ཤུ་ཙམ་ཞིག་མི་འདུག་ཨ། ད་ཉི་ཤུ་ལ་ན། ད་ཉི་མ་གཅིག་གཉིས་བཅས་ང་ཚོ་འོས་བསྡུ་ལྔའི་གསལ་བསྒྲགས་ཕྱིར་ཆུ་འོག་མ་རོ་བ་དེ་འདས་ཀྱི་བཀག་སྡོམ་བྱེད་དུ་ཉི་མ་བཅོ་བརྒྱད་བརྒྱུད་རིམ་གྱི་གནང་ལུགས་ད་གཞོན་སྐྱེས་ཀྱི། གྲོས་བསྡུར་འདི་ག་ཚད་བྱེད་ཐུབ་པོ་རེད་རོ་བ་གཞོན་སྐྱེས་དབུ་མར་ཁྱེད་ཡོངས་ཀྱི་ཆ་ནས་གྲོས་བསྡུར་འདི་ག་ཚད་བྱེད་ཐུབ་པོ་རེད་བརྒྱུད་རིམ་གནང་ལུགས་ལ་འཛུལ་ཞུགས་ག་ཚད་བྱེད་ཐུབ་བོ་འདིར་རྐང་ལ་བཀག་སྡོམ་ཅིག་སྒང་ནས་སླེ་གི་འདུག་བསམ་དགོས། ད་སྡིག་གི་ངའི་རྒྱུ་རྐྱེན་གཙོ་བོ་དེ་གྱོད་དུ་སྒྲ་མི་འདྲ་ཆེ་བ་ནི་ད་སྡིག་གི་སྤྱི་ཚོགས་འཁྲུག་འགྲོ་རེད་རྡོག་རྩ་གཅིག་ཏུ་གནས་གི་རེད། ཡིན་ནའི་སྡིག་གི་གཞི་ནང་ལོགས་ལ་ངའི་བསམ་བློའིཕལ་ཆེར་གཉིས་རྡོག་རྩ་གཅིག་ཏུ་གནས་གི་ལ་བའི་སྐབས་སུ་བསམ་བློ་གི་གཞི་ལ་བསམ་བློ་གི་ད་རྒྱབ་ལྗོངས་ལ་ངའི་ཕལ་ཆེར་གང་འགོ་ཁྲིད་རྣམ་པ་གི་ད་འགོ་ཁྲིད་ལ་ད་ངེས་དེ་ད་ཆབ་སྲིད་ཀྱི་འགོ་ཁྲིད་ན་རེད་ཤེས་ཡོན་གྱི་འགོ་ཁྲིད་ན་རེད་ད་ལས་འགུལ་པ་ཡིན་ན་རེད་འགོ་ཁྲིད་རྣམ་པ་གི་མང་ཆེ་གི་མི་མང་ལ་ལྟ་སྟངས་བྱོལ་བ།

ད་ལྟ་ཨོ་རྒྱན་ལགས་འདི་ག་ལ་རྣམ་པ་ཚོ་དགོངས་ཚུལ་གསུང་ན་ཡོད་ན། གཞོན་སྐྱེས་ཐོག་ནས་ད་ད་ལོ་གི་བོད་དོ་དེ་དེ་ད་ཏོག་དབྱིབས་རྐྱེན་གྱི་ད་འགྱུར་བ་འགྲོ་འགྲོ་བ་རུ་བ་དེ་ཡིན་ད་ཨ་ད་ལྟའི་གི་དུས་ཚོད་དེ་དེ་དྲ་རྒྱ་ཡིན་དུས་ད་དྲ་རྒྱ་ཡིན་པར་བྱས་ན་ད་གཞོན་སྐྱེས་དེ་གའི་དྲ་རྒྱ་ཡག་ཐག་བྱོས་རུ་བ་ད་དེ་ཡིན་པ་སོང་ཙང་དྲ་རྒྱ་གི་ཐོག་ནས་ད་འོས་བསྡུ་གི་ཐོག་ནས་ཨ་ནི་གཞོན་སྐྱེས་དེ་གའི་དོ་སྣང་དང་དེ་འདྲ་ངས་མང་པོ་བྱུང་བ་རེད་བསམ་མོད་ངའི་བསམ་པ་ངས་གོང་དེ། ལ་ཟེར་ནས་ངས་ཨུ་རྒན་ལགས་ལ་དེ་ཅིག་བཀའ་འདྲི་ཞུ་གི་ཡིན། དཔེར་ན་ད་ལྟའི་གི་ང་ཚོའི་འོས་བསྡུའི་བརྒྱུད་རིམ་འདི་ནང་ལོགས་ལ་ད་ཅིག་ཨུ་རྒན་ལགས་གསུངས་པ་ན་ཞིག་རེད་གཅིག་སྒྲིལ་གི་ཐོག་ནས་ཡང་ང་རང་ཚོ་ང་རང་ཚོ། དེ་ཚོས་གི་ཡང་ང་ཚོ་སྤྱི་ཡོངས་ནས་ང་ཚོ་ད་ད་ད་དམངས་གཙོའི་ཐོག་ལ་ཡང་གོམ་པ་སྤོས་གི་ཡོད་ཟེར་གི་ཡོད་རེད་ཡང་དེ་ཚོས་གི་དམངས་གཙོ་ཡང་དག་པ་ཅིག་གི་ལམ་ལ་ཡང་བསྐྱོད་ཐུབ་པས་གི་ཅིག་ཕན་ཐོགས་འབྱུང་གི་ཡོད་ན་ཟེར་གི་ཡོད་ན། ད་འདི་ངེད་ཀྱི་ང་རོ་བསམ་ཚོད་ད་འདི་གསལ་བོ་ཡིན་རོ། གལ་སྲིད་ང་ཚོ་དམངས་གཙོ་བརྒྱུད་རིམ་གྱི་ནང་ལ་གྲོས་བསྡུར་མ་ཡོང་བ་ཡིན་ན་ད་འདི་དམངས་གཙོ་ཡང་དག་པའི་ཕྱོགས་ལ་གོམ་པ་རྒྱ་ཐོའི་དངོས་གནས་ཁག་པོར་བསམ་དགོས་འདུག་རོ། གཅིག་གྲོས་བསྡུར་ཡག་པོ་ཅིག་མ་བྱུང་བར་ད་ངེད་དཔེ་ཆ་ན་ད་ལྟ་གྲོས་བསྡུར་ཁ་ལོ་གཞོན་སྐྱེས་ཀྱི་ཕྱོགས་གཅིག་ལྟ་ན་གྲོས་བསྡུར་ཡག་པོ་ཡོང་བ་ཅིག་ལ་ཡང་གང་ཞིག་ལ་འདོད་པ་མ་ཁང་བ་དེ་ཡོང་དགོས་ཡས་ཀྱི་རྒྱུ་རྐྱེན་ད་ལྟ་བསམ་བློ་བཏང་རོགས། ད་ལྟ་དཔེ་ཆ་ན་ང་ཚོའི་གི་ནམ་རྒྱུན་ན་ད་འདི་ནང་ལོ་ད་འོས་མི་ཁག་ཅིག་གིས་འོས་ཞང་ངས་འོས་མི་ཁག་ཅིག་གིས་གྲོས་བསྡུར་བྱེད་ཀྱི་མེད་གསུངས་རོགས་དེ་འདྲའི་རྐྱེན་པས་སྔོན་མ་ཡིན་ན་ད་ང་ཚོ་སྐབས་ཉིས་སྟོང་བཅུ་དྲུག་འགྲོ་ཡིན་ན་གྲོས་བསྡུར་སྐོང་ཡས་ཀྱི་ད་ཚོགས་པ་ཁག་ཅིག་ཡོད་རོགས་དེ་ཚེ་ཀྱི་བགྲོ་གླེང་སྐོང་ཡས་ཅིག་ཡོད་རོགས་ད་འདི་ད་ལན་ཡིན་ན་ད་ཚོགས་པ་ཁག་གིས་འགན་མ་ཁྲིད་དུ་ད་ལན་བགྲོ་གླེང་ཡས་མི་ཚེ་སྐོང་ཡས་ཁས་བྱུང་མ་གསུངས་ཚར་གཅིག་མ་ཚེ་ཁ་ན་ར་ཏྲ་འདི་བ་ནས་གཞོན་སྐྱེས་ཁག་ཅིག་གིས་བགྲོ་གླེང་ཅིག་སྐོང་སོང་བ

འོས་ལ་ལངས་ངས་ཕྱགས་མ་ཕག་བཙུགས་ཀྱིས་དེར་སྲིད་ཇུས་བློ་བར་བ། འདི་ན་ལ་བཅོན་གར་འདུག་དེ་འདྲའི་སྐབས་ལ་གྲོས་བསྡུར་བྱས་བས་ན། ཁ་རུ་བྱེད་ཐོའི་གར་འདུག་བྱེད་ཐོའི་གར་མི་འདུག་ལ། དེ་ཚོ་ང་ཚོ་གསལ་ཁ་ཞིག་མགུར་བ། ཐ་སྙད་ཀྱི་བརྒྱུད་རིམ་འདི་ནང་བློ་ལ་འཛུལ་ཞུགས་མ་བྱས་ཏེ་གལ་སྲིད། མུ་མཐུད་ནས་དེ་འདྲས་འགྲོ་བ་ཡིན་ན་དེ་ནི་དངོས་གནས་ང་ཚོའི་གི་དམངས་གཙོའི་ལྟ་ཅིག་ཡང་དག་པ་ཅིག་ནི་ཏན་ཏན་ཡོང་ཐུབ་ཀྱི་མ་རེད་བསམ་གྱི་འདུག། ད་དེ་ནས་ངས་ང་ཚོ་འཐབ་རྩོད་དང་ལས་འགུལ་གྱི་ཐོག་ལ་ཡང་བཀའ་འདྲི་ཁ་ཅིག་ཞུ་གི་ཡིན། འདི་ན་ལོ་ད་ལྟ་དོན་གྲུབ་ལགས་ཡིན་པ་ཡིན་ན་ངེད་ཅག་ད། གཞོན་སྐྱེས་གཅིག་གི་ངོ་བོ་ཐོག་ནས་ད་དུ་གོམ་བགྲོད་ལས་རྒྱུ་འདུག་སྣང་བྱས་ད་ལྟ་བཞུགས་སྒར་དམ་ཚགས་ཚུགས་འཕེལ་ཚགས་སུ་འགྲོ་བ་ཆགས་བསྡད་ཀྱི་ཡོད་རེད། གཞོན་སྐྱེས་ཀྱི་ངོས་ནས་ང་ཚོ་ལས་རྒྱུའི་ནང་ལོགས་ལ་ནུས་པ་ག་རེ་བཏོན་ཐུབ་པོ་རེད། གཞོན་སྐྱེས་ལན། ད་ང་ཚོ་འགྲོ་ཡོང་རྒྱུ་ལ་ལོ་དགྲ་བོ་དགྲ་བོ་དང་ལས་མེད་དགྲ་བོ་དང་ལས་ཀ་མེད་སྐྱོན་མང་པོ་ཡོད་རེད་ད་འགྲོ་ཡོང་ར། ཚང་མས་སུ་གཅིག་ཆེད་དུ་རུ་སངས་པོ་དུ་གྲོངས་པོ་ལོག་ར་ཚང་མ་གཅིག་གཅིག་ཆེད་དུ་ཨེ་དེ་འདྲ་རེད་ཤི་ཨ། ང་ཡང་གཅིག་ཆེད་དུ་བསྟན་ཉི་མ་ཡང་གཅིག་ཆེད་དུ་གོ་རེད། ངའི་རོགས་པོ་ཀི་ལོ་བརྒྱ་རྩ་བསྟན་འཛིན་གཞོན་པའི་ལགས་ཡིན་ན་ཁོ་ཡང་གཅིག་ཆེད་དུ་གོ་རེད་ད་ཆེད་དུ་ངའི་མི་འདོད་ཆེད་དུ་ཡ་རེད་འདུག་ད།

ལམ་སྟོན་བྱས་རེད་འོ་ད་ཅིག་ཡག་གི་ལ་རོགས་པ་བྱས་ར་རེད་འོ་ད་འོ་དེ་འདྲ་ཡང་བོད་པའི་ནང་མི་མང་པོ་ཆགས་འགུག་གི་མ་རེད་ད་ང་ཚོ་ལོ་ཚིགས་དེ་འདྲ་མང་པོ་ཅིག་གི་ད་འོ་འདྲ་ཧང་རོགས་སང་ལྷ་དེ་བྱོས་གི་ལ་འོ་དེ་འདྲ་ཡང་ཅིག་ཅིག་དོ་སྣང་རོགས་བྱེད་བཅུག་ན་ཟེར་རོ་སང་པོ་དེ་ཚོགས་པ་དེ་འདྲའི་སྒང་ལ་ཅིག་སྐད་ཆ་རོགས་བཤད་ཅིག་ཡོད་ད་དེ་འདྲ་འདོག་གི་ལ་ཚོགས་པ་དེ་འདྲ་མང་པོ་འདུག་ར་ཨིན་སི་ཀྲ་རམ་ན་བོད་པ་གི་ཚོགས་པ་དེ་འདྲ་མང་པོ་འདུག་ལས་འགུལ་དེ་འདྲ་མང་པོ་འདུག་ར།

རྩ་དོན་དང་བོད་དོན་འདི་ལ་ཤུགས་རྐྱེན་ངས་མང་ཅིག་ཚོགས་པ་རེད་བོད་གཞུང་དམིགས་བསལ་དེ་ང་དེ་འདྲ་ང་ང་ཤུགས་རྐྱེན་ང་ཚོ་སྐྱེ་བོ་ཚོར་མ་སོང་ང་ཟླ་བ་གསུམ་ཧོར་གྱར་འགྲོ་ཡིན་རང་ཟླ་བ་གསུམ་གནའ་ལམ་དེ་བྲེལ་བ་བྱེད་ཡིན་གང་ཟག་མི་འདེ་སོ་སོ་སྒེར་པ་འདྲ་ཚོགས་པ་དང་དེ་གཉིས་ཀྱར་བྱེད་ར་བོད་གཞུང་ནི་མིག་ཤེལ་འདྲ་བར་མིག་གིས་ཁྱེད་ཀྱི་བོ་བྱུང་མ་སོང་ར་འོ་དེ་སློབ་པ་ཤུགས་ཆེན་པོ་བྱུང་ཟོ་བོད་གཞུང་གང་ཡིན་ལ་འོར་ད་གི་ལ་ནི་ལ་འོ་མར་ད་གི་ང་རོགས་པ་ཆེན་མོ་སུ་ལ་འོ་མར་ད

བསམ་ཡག་པོ་བཏང་ནས་འདི་ཚང་མ་ཚང་མ་ཕན་ཐོགས་རེ་བ་འགྲོ་ཞེས་རེ་བ་ཙམ་གནང་རྒྱུ་ལ་ང་དབང་གྲོས་ཤུགས་ཆེན་པོ་ཚོར་སྲིད་ལ། ད་ལྟའི་ཁྱེད་རང་གོམ་བགྲོད་ནང་ལོགས་ལ་འདི་ཉམས་མྱོང་བྱུང་བ་རེད་མ་འོངས་པ་ལ་ཅིག་ཡེ་གེ་ནང་སྒྲིག་འཛུགས་ནང་ལོགས་ལ་སུ་ཕེབས་པ་ཡིན་ནས་གར་གནང་དགོས་ཀྱི་འདུག་ང་ཚོ་ལས་འགུལ་བ་ཚོ་ལ་ཡང་སྤྱི་དང་ད་ལྟ་གཞུང་གི་ལངས་ཕྱོགས་དེ་དབུ་མའི་ལམ་འགྲོ་ད་ཡིན་པ་ཡིན་ནས་རང་བཙན་ཐོག་ལ་ལས་འགུལ་སྤེལ་ཉེན་དེ་འདྲས་ཡོང་སྲིད་པ་རེད་ཡིན་པ་ཡིན་ནས་ཅིག་ལྟ་བ་མ་འདྲ་པ་ཡིན་པ་ཡིན་ནས་ཡང་ང་ཚོ་འཐབ་རྩོད་ཅིག་སོང་ཙང་ཡང་འདི་ནང་ལོགས་ལ་སྒྲིག་འཛུགས་ཀྱི་ངོས་ནས་རྒྱབ་སྐྱོར་གནང་དགོས་ཡ་ད་དེ་འདྲས་གར་སྲིད་ཀྱི་འདུག།

བུ་ཆུང་ཤུགས་ཁྱད་ཡོད་མ་གཏོགས་ཚོགས་པ་ཤུགས་ཁུངས་མང་པོ་ཅིག་ངོས་འཛིན་བྱེད་མ་སོང། དང་པོ་རང་རྒྱལ་ལ་དབང་བསྒྱུར་ལ། མི་སྲིད་དང་ཐོག་མཐའ་དེ་ཐད་ཀར་སྒྲིག་འཛུགས་དང་འབྲེལ་བ་ཆགས་ཀྱི་འདུག་མ་འོངས་པ་ལ་ང་ཚོ་ད་ང་ཚོའི་གི་ཐད་ཀར་རྒྱལ་ཁའི་ནང་ལོགས་ལ་སྐུ་ཚབ་དེ་སྤྱི་འཐུས་རྣམ་པ་ཚོ་ཆགས་དགོས་བར་བ། སྤྱི་འཐུས་རྣམ་པ་ཚོས་གི་ཡང། གཞོན་སྐྱེས་དང་འབྲེལ་བའི་གི་ད་ང་ཚོ་འཐབ་རྩོད་གི་ནང་ལོགས་ལ་ནུས་པ་སྤུངས་ཐུབ་དགོས་ཡ་ཞིག་གར་འདུག་མ་འོངས་པ་ལ། དེ་སྤུངས་ཐོན་དེ་ད་ཧ་ཤང་མ་སུ་ར་གི་ལ་ནུས་པ་སྤུངས་ཐོན་གནང་མ་སོང་ག་ཚོད་ཇི་སྙེད་ང་ཚོར་རྒྱབ་སྐྱོར་བྱས་བ་ད་སི་ཏྲ་ཏིང་ཐོག་ལ་ང་ལ་མི་འདོད། ད་མང་པོ་མིང་ཐོག་ཐོན་མཁན་ཚོ་ལ་མང་པོ་ཅིག་ནང་ཆུ་རུབ་སྟངས་སི་ད་ཁྱོད་སྤྱི་འཐུས་མ་རེད་ཁྱོད། ཁྱེད་ཚོ་ལས་ཀ་མེད་རྒྱུ་དང་འཁྱམས་ཀྱིན་རེད་ཅེས་བརྗོད། མི་ལ་དུང་ཕྱུར་རུ་བཏང་གི་ཏང་ཟེར་བ་རྒྱུད་ལ་དུང་ཕྱུར་རུ་བཏང་ང་རང་ཏང་ཟེར་བ་ཏང་ཏང་ཏང་ཟེར་བ་ང་རང་འཚོ་བའི་སྡུག་ཆ་ཆེན་པོ་ཆགས་སོང། ངེད་གཉིས་ལ་མི་དེ་འདྲའི་རོགས་པ་བློ་འགག་འགྲོ་ཡོད་སྲིད་ད་དེ་འདྲའི་ང་ཚོ་ཅིག་བྱེད་འདོད་ཡོད་ནའི་ཁོ་ཚོ་གིས་ཁྱོད་ཡོང་གི་ཡོད་རྒྱུ་མ་རེད་ཁྱོད་འབྱོན་གི་ཡོད་རྒྱུ་མ་རེད་ཁྱོད་རོགས་པ་རག་ཡོད་རྒྱུ་མ་རེད་ལ་ཡོད་དྲུག་ཨེ་འདྲ་རུ་ལ་ཡོད་སྲིད་ཡོད། མོས་ཁྱེད་ལ་འདི་ལྟ་བུའི་དགོངས་ཚུལ་ཡོད་ན། གཙོ་བོ་གཅིག་དེ། ད་གཞོན་སྐྱེས་ལ་རྒྱ་ཤོ་བྱེད་ཞེས་པའི་རྒྱུ་མཚན་དེའི་ནང་ལོགས་ལ་རྒྱུ་རུས་དེའི་ནང་ལོགས་ལ་གཅིག་ནས་ད་ལྟ་ཁོ་ཚོའི་འདྲ་པར་ལས་འགུལ་དེ་འདྲའི་སྤེལ་མཁན་ལས་དོན་ག་ལ་ད་རྒྱ་ཤོག་ག་རུ་འགོ་དགོས་ཡོད་པ་དེ་གཞུང་གི་ངོས་ནས་གཞུང་འབྲེལ་གྱི་ལས་འགུལ་དེ་འདྲ་སྤེལ་སྤེལ་བདེ་བོ་མེད་པ་ཡིན་པ་ཡིན་ན་ཡང་ད་ལས་འགུལ་སྤེལ་མཁན་ང་རང་ཚོའི་ནང་ལོགས་ལ་ཡོང་ཡོད་དུས་ག་ལ་དེ་ཚོ་ལ་རྒྱ་གཉེར་རེ་ཐོན་སྐྱེད་ག་རུ་དགོས་ན་དེ་ངེས་པ་དང་གནང་དགོས་ཡོད་ཅིག་དེ་གཅིག་བྱས། ང་ཚོའི་སྤྱི་འཐུས་དེ་ཚོ་གས་སྤྱི་འཐུས་ནང་ལ་བོད་སྐད་ལངས་ཚར་དུས་ག་ལ་སྐུ་ཕྱག་དེ་ག་ལ་ལངས་ཚར་དུས་ག་ལ་དེ་ནས་གཅིག་སྲིད་སྐྱོང་དེ་ལ་ད་ཡང་བཀའ་ཤག་ལ་གཅིག་དྲི་བ་དེ་བཀའ་རེ་བསྟོད་ར་འདྲ་བའི་དོ་བཀའ་རེ་སྐྱོན་བརྗོད་འདྲ་བ་བྱས་ནས་དེ་འདྲའི་འདྲ་བ་གཅིག་གིས་དེ་ནི་ཁུངས་ཆེ་བའི་བཟོ་འདྲ་བོ་ཞིག་གིས་ངས་བཏང་ན་དེ་རྩ་བ་ཉིད་ནས་རེད་མི་འདུག་སྤྱི་འཐུས་དེ་ཚོ་དེ་ངེས་པར་དུ་སོ་སོའི་ཡུལ་ས་གི་ས་ཆ་གི་གནས་བ་དེ་ནས་མང་ཚོགས་ཀྱི་གནས་བ་ག་རེ་ཡོད་པ་འཚོ་བའི་གནས་བ་འཕྲོད་བསྟེན་གྱི་གནས་བ་དཔལ་འབྱོར་གྱི་གནས་བ་ཆ་ཚང་ཞིག་མགོ་ཚོས་པོ་བྱས་ཨ་ནི་མང་ཚོགས་ཀྱང་ཁ་ཐུག་ཁ་ཐུག་འབྲེལ་བ་ཡོད་རྒྱུ་གིས་སྤྱི་འཐུས་དེ་ཚོ་ལ་གནས་ཚུལ་ཚང་མ་ཡང་ངོ་སྤྲད་བཟོ་ཐུབ་ཡོད་ཅིག་རྒྱུ་རུ་དེ་ཡི་གེ་གྲོས་ཚོགས་ནང་ལ་ཡར་འཁེལ་ཡོང་ནས་བཀའ་ཤག་ལ་ཅིག་སྐྱོན་བརྗོད་བཟོ་འདྲ་བོ་དང་བཀའ་ཤག་ལ་བསྟོད་ར་བཏང་བ་ཙམ་མིན་པ་ད་གཞན་ཆ་འདི་འདྲིས་འདུག

ཤུགས་གཞན་གྱིས་ནི་ད་ནི་ཁོང་ལྟ་བུ་དེ་འདྲའི་མ་འོངས་པ་ལ་ལས་འགུལ་བ་དེ་འདྲ་ཕེབས་ཡོད་པའི་སྐབས་ལ་དེ་ཚོ་ལ་ངེས་པར་དུ་རྒྱབ་སྐྱོར་བྱེད་དགོས་ཡག་གི་དཔལ་ལྡན་ག་ཆེན་མོ་རེད་དྲན། ད་ལྟ་ང་ཚོ་ཅིག་ཆབ་སྲིད་ནང་ལོགས་ལ་ད་ལས་འགུལ་གྱི་འདི་སྐོར་ལ་གསུངས་པ་རེད་ཅི་ད་ང་ཚོ་འཐབ་རྩོད་ནང་ལོགས་ལ་ཡིན་པ་ཡིན་ན་ཡང་རྩེད་མོད་ཀྱི་ཐོག་ནས་ང་ཚོ་ཆབ་སྲིད་ནང་ལོགས་ལ་གཞོན་སྐྱེས་ཀྱི་ནུས་པ་བཏོན་དེ་འདྲའི་ཡུང་གུར་བ་དཔེར་ན་ཡུ་ཝང་ལ་ཡིན་པ་ཡིན་ན། དུས་ཁྱོད་རྩེད་མོ་ལ་ཡག་དགའ་པོ་རེད་ད་འདི། དེ་སྔ་བོད་རྒྱལ་ཡོངས་རྐང་རྩེད་པོ་ལི་རུ་ཀ་ནང་ལོགས་ལ་ཡོད་རེད་ཅེས་ང་ཚོ་རྩེད་མོའི་གི་ཐོག་ནས་ཡང་ང་ཚོ་གཞོན་སྐྱེས་ཀྱི་ཐོག་ནས་ཅིག་འཐབ་རྩོད་བརྒྱུད་རིམ་ནང་ལོགས་ལ་ནུས་པ་ག་འདྲི་རུ་ཤི་སྟོན་ཐུབ་རེད། ད་ག་ལོར Politics དེ་འདྲའི་གང་ལ་ད་ཞུགས་མཁས་ཤིག་མེད། ད་ཡིན་ནའི་ད་ང་ནི་ག་ལོར་ག་དུས་ནས་སོ་སོ་རང་རྩེད་མོ་རང་རྩེད་དེ་འདྲ་ཞིག་འདེགས་གི་ཡོད་རོ། TNC གི་ག་ད་ག་དུས་ནས་ད་ང་རང་ཚོ། Player སུ་རུ་གི་ཞིག་ད Team Tibet བཟོས་ཐུབ་པ་གཅིག་པུ་མ་རོ།

འཛམ་གླིང་ནང་ལ་དེ་མཐོ་ཤོས་གནས་ཚད་མཐོ་ཤོས་རེད། ཁོ་འགྲོ་བཞིན་ཡར་ཁང་ལ་སླེབས་སུ་སེམས་པ་ལ་བོད་པ་མང་པོ་ཞིག་ང་ཚོ་འདི་ཧ་བའི་གོང་མེད་སྐོར་སུ་ཡོད་མེད་རང་བཞིན་ཁོ་བོད་པ་ལ་སླེབས་སུ་སེམས་པ་ལ་སོ་སོ་སྤོ་བ་ལེགས་འདུག་ད་འོ་དེ་འདྲ་ཞིག་རེད་ད་ང་རང་སུ་བོད་པ་ལ་ན་དེ་འདྲ་ཉི་མ་ཡང་ན་རྒྱ་གར་འགྲོ་བཞིན་ན་ག་དུས་ནས་ཀིར་ཀེར་གཅིག་པོ་ལ་ཐོབ་འདི་རེད་ད་རྩེད་མོ་གཞན་པ་ཁའི་སྐུ་ཕྱི་རྩིག་མར་ད་ཀིར་ཀེར་གཅིག་པོ་ལ་ཐོབ་འདི་རེད་ཨང་ག་ལེ་ག་ལེ་ད་རྒྱ་གར་ཡིན་ནས་འགོ་ཚུགས་ཡོད་དོ། རྩེད་མོ་ལས་ག་ཚོད་གལ་ཆེན་པོ་ཡོད་མེད་ད། ཨོ་ལིམ་པིག་ལས་གྲོལ་འདུག་ད། ཧྥུ་ཏྤོལ་ལས་ཁོང་ཚོ་དཔེ་གལ་ཆེན་པོ་བརྩིགས་འདུག་རེས་ལིང་བརྩིགས་འདུག་རྩེད་མོ་ཚང་མ་དོ་སྣང་བྱེད་འདུག་ད་ཨོ་ལིམ་པིག་ལ་གྲོལ་ད་གྲོལ་སྐོར་དེ་ཡིན་ནས་ཞུ་ཞུ་མ་ར་བའི་ནས་ཨེཏ་ལིས་གོལ་མེད་ཏེལ་གཅིག་གཉིས་ད་རྒྱ་གཅིག་ཁོ་རང་ཚོ་ལ་ར་བའི་ནས་དགའ་སྣང་ཤུགས་ཆེན་པོ་བྱེད་འདུག་ད། འོ་དེ་ང་ར་སེམས་ཚུན་ཡོད་ར་ད་བོད་པ་ཡིན་ནས་ལེབ་ཆ་ཡོད་མ་ར་ལན་པ། རྩེད་མོ་ད་ཞིང་པའི་ཧོ་ཀེ་ད་དེ་འདྲས་ད་རྩེད་འདུག་མ་རེད་དེ་ཡིན་ནས་ག་ལི་ག་ལི་ད་ཨོ་ལི་པོལ། ཨ་ནི་བྷ་སྐེད་པོལ། ཀིར་ཀེད་ལས་དོན་ཚོ་ཀྲིམ་ཅིག་བཟོས་འདུག་ན། ག་ལི་ག་ལི་ག་ལི། ང་རོ་བསམ་བློ་བཏང་ཡ་བསམ་བློ་ག་རེ་མ་འོངས་པ་བསམ་བློ་བཏང་དགོས་རོགས་དེ་འདྲ་རྟོགས་བྱེད་ལ་ནི་བྱེད་འདུག་མ་རོགས་མ་འོངས་པ་བསམ་བློ་བཏང་དགོས་རོགས་ཨ་ནི་དེ་འདྲ་ངམ་དོ་སྣང་བྱེད་ན་ཡག་པོ་འདུག་ལ་ཡིན། དེ་ང་ཚོ་གཞོན་སྐྱེས་ཀྱི་དེ་ཚོའི་བར་ལ་དོ་སྣང་གནང་པ་ཡིན་ནའི་ཡང་ང་ཚོ་གཞོན་སྐྱེས་ལ་འདི། ཅིག་བརྒྱུད་ལམ་འགྲོ་བ་ཅིག་དང་ཡང་འདི་ལ་རྒྱབ་སྐྱོར་གནང་མཁན་ཞིག་དགོས་དགོས་རོགས་དེ་འདྲའི་ཐོག་ལ་ཡང་མ་འོངས་པ་ལ་སྲིད་སྐྱོང་རེད་ད་སྤྱི་འཐུས་སུ་ཕེབས་པ་ཡིན་ནའི་ང་ཚོ་དེ་ཚོའི་ཐོག་ལ་ཡང་མཐུན་རྐྱེན་ག་རེ་སྦྱར་དགོས་དགོས། འདི་རེད་ད་མཐུན་རྐྱེན་ལ་ན་སྤྲད་ནས་སྲིད་ལ་ད་ད་རོགས་པ། བྱེད་ངེས་ཡོད་ན་མེད་ན་ད་བོད་གཞུང་ནས་བར་བེ་ཅིང་འབྲེལ་བ་ཆགས་ཡོད་རྒྱུ་རེད་ང་དེ་འདྲའི་ཁེ་ཧང་མེད་ད་འབྲེལ་བ་ཆགས་ཡོད་རྒྱུ་རེད། ད་དེའི་བྱ་བྱེད་རྒྱ་ནས་རྒྱ་རྒྱབ་སྐྱོར་གནང་དགོས་འདུག་ལན། ག་ཅེ་ན་ནར་ད། Live ནང་ལ་ད་ང་རང་མི་ཚེ་ནང་ལ་མིག་དབང་པོ་ཐོངས་སོ་དྲང་པོ་བཤད་ན། ཉི་མ་ང་བསླབ་གྲྭ་དུས་ཚོད་ཁག་ཏུ་སེམས་པ་ལ་ད་ད་བལ་ལོ་གོ་བེ་གི་ཕོ་གསར་དེ་འདྲ་མང་པོར། ཁོང་ཚོ Drugs དེ་འདྲའི་ད་ད་ཐ་མག་ད་ད་འདི་ད་ཁ་ལོ་བ་ད་རྨའི་ཟ་ངེ་ད་དེ་འདྲའི Case མང་པོ་ཡོད་རེད་ཡོད་འཁྲུག་པ་བརྒྱ་ད་ངེ་མང་པོར། ང་རང་མང་པོ་མཐོང་མྱོང་ཡོད་ད་ང་ཕྱི་འགྱུར་བ། ཨཱ་ནི་དེའི་རྗེས་ལ་ཁོང་ཚོ་ད་བལ་ལོ་གོ་བེ་ལ་ད་མི་ཚེ་མོ་དར་རྒྱ་དཔེ་ཡག་པོ་ཆགས་སོ། རྩེད་མོ་གི་འགྲོ་སྟངས་དང་མོན་གྷོར་གཞིས་ཆགས་དང་ག་རེ་འདི་ཚོ་རྩེད་མོ་ལ་དཔེ་དོ་སྣང་ཆེན་པོ་བྱེད། ག་ལི་ག་ལི་དེ་ཚོ་འདི་སྦྲགས་ལྟུང་བསྔལ་དང་འདི་ཚོ་ཚང་མ་མི་འདེད་ག་ལི་ག་ལི་རྩེད་མོ་ལ་འགྲོ། ག་ལི་ག་ལི་ཁོ་ཚོ་གིས་མི་འདི་ཚོའི་མཉམ་དུ་འབྲེལ་བ་ཡག་པོ་བྱ། རྩེད་མོ་ལ་དོ་སྣང་སླེབས། ལས་ཀ་འདི་རིགས་དེ་ཚང་མ་བཞག་བཟོ། འདི་བཞག་ནས་འདི་རྗེས་ལ་ཁོ་རྩེད་མོ་ལོ་གཅིག་གཉིས་གསུམ་རྩེ། བལ་ལོ་ཁོ་བོས་ཀྱི་གྲིབ་ནང་ལས་ཁོ་ཡར་སླེར་ཇི་སེམས་རྩེ་ག་ལེར། ཇི་སེམས་རྩེ་ག་ལེ་ཅུ་གུ་མར་དང་ཇི་སེམས་ནང་ལོ་ལས་ཁོ་གྲིམ་གྲིབ་པད་སྣང་ག་ར་ཚུད། ལོ།

སྤྲིན་ཚང་མ་ཆུ་ལ་དེད། དེ་ཆུ་ལ་ཆུ་སྐྱེས་འདམ་རྩྭ་ལ་སྐྱེས་སྟག་མ་རྡོ་ཡིན་པ་ཡིན། མ་གཞི་ཞག་ལ་ཕག་ཚུགས་སྟབས། བྲེལ་བ་ཡག་པོ་བྱེད་ཞེས་ཕག་ཡི་གེ་བཏང་བྱས་རེད། ད་དྲུང་དཀར་ཡོད་རེད་ཨ་ནི། ད་འདི་འདྲ་ཞིག་བོད་པ་ཡི་དུས་ཆེན་དེ་ནི་ཁག་དེ་འདྲ་མང་པོ་ལ་ཨ་ནི། རྩེད་མོ་འདི་འདི་ཨ་ནི། ཁྱེད་རང་ཚོ་གོ་སྒྲིག་བྱེད་རོགས་བྱས་ལ་ནི་ད་འདི་བཏང་འདུག་ན། ཨ་ཁོ་རང་ཚོ་ག་རེ་ནི་ད་བྱ་དགའ་ཡིན་ན་ཉན་པ་ཡིན་ན་ཡག་པོ་བྱ། ཨ་ཁོ་རང་ཚོ་ནང་ལོགས་ལ་ཨ་ནི་ག་རེ practice བྱས་ཟླ་བ་གཅིག་གཉིས་བཞིན་ཡང་རྩེད་མོ་ཁོ་རང་མགོ་འཐོམས། ཡོད་ར་སུག་པོ་ལ་ཆོས་ལྡན་དེ་ག་རེ་ཐོག་ལེན་ནས་ཕན་ད་ཕན་འགྲོ་དོ། ངེད་ཀྱིས་ད་ལྟ་འདི་ག་ལ་དོ་སྣང་བྱེད་པའི་སྐབས་སུ་རྩེད་མོ་ག་ལ་གས་ཞུ་བ་ངས་མཐོང་མ་སོ་འདི་ག་ལ་རྩེ་བ་གས་མང་པོ་ངས་མཐོང་མ་སོ། ད་དེ་ཕལ་ཆེར་དེ་མེད་འགྲོ་བསམ་གི་འདུག་ད་འདི་ལྟ་ང་ཚོ་བྱི་བྱིས་བ་འདི་སྤྱི་ཡོངས་ཀྱི་ཆ་ནས་ངས་ཅིག་ལན་འཇལ་ཐབས་ཤེས་བ་ན་ད་ང་ཚོ་མང་པོ་ཅིག་གིས་གར་སོང་གོ་ར་ད་ཐབས་རྩོད་དེ་ག་ལ་ད་གཞོན་སྐྱེས་ཀྱི་རྒན་གར་ད་གི་འདི་གཉེར་ལ་སོང་རོ་ཨ་ར་བྱི་བ་འདི་ད་འདི་དང་ཏིས་ཀྱི་ངའི་འབྲེལ་བ་འཐུས་བའི་ཐབས་བྱས་བས་ན། ད་ང་ཚོ་མང་པོ་གཅིག་གི་ཐབས་ཚུལ་འགན་འཁུར་བར་ན་ད་ཡིན་ཤག་ཤག་རོགས་འགན་འཁུར་དགོས་ཡོད་ལ་ཡ་ཡིན་རོགས་ད་འགན་ག་འདྲའི་འཁེལ་དགོས་རེད་ལ་ཡ་དྲི་བ་བྱོས་རོགས་ཡང་མོ་ན། འགན་ཐབས་ཚུལ་ལ་ན་ག་འདྲའི་ག་རེ་ག་ག་ལ་ངོ་ཟིན་དགོས་རེད་ལ་ཡ་བྱོས་རོགས་དཔེ་བཞག་ན་ཐབས་ཚུལ་ནང་ལོགས་ལ་ད་ང་ཚོ། བུད་མེད་ཀྱི་ཐབས་ཚུལ་ཐབས་ཚུལ་ནང་ཚུད་དགོས་རེད་ཚུད་དགོས་མ་རེད་ལ་དྲི་བ་ཞིག་ལེགས་རོགས་དུས་ཚོད་གཅིག་ལ་ང་ཚོའི་གི་ཐབས་ཚུལ་ལབ་པའི་སྐབས་སུ་བུད་མེད་ཀྱི་ཐབས་ཚུལ་དེ་ནི་དཔེ། སྐད་ཆ་བཤད་ཆོག་དེ་གང་ལ་སྐད་ཆ་བཤད་མཁན་ཉུང་ཉུང་རེད་བསམ་དགོས་འདུག་ད་ལྟའི་གི་ང་ཚོའི་གི་ད་འོས་ཤོག་གི་དྲིལ་བསྒྲགས་ནང་ལྟས་བ་ན་སྲིད་ཇུས་བསྒྲགས་གཏམ་ལྟས་བ་ན་བོད་མའི་ག་ལ་གསུང་ངན་མང་པོ་ཞུ་འདུག་བ་དེ་གཅིག་བྱས་ན་ད་ལྟའི་ཆ་ལ་ད་ང་ཚོ་བཙན་བྱོལ་ནང་ལོ་ཡིན་ན་རེ་ད་རྒྱལ་སྤྱི་སྤྱི་ཡོངས་ཀྱི་ཆ་ནས་ཡིན་ན་རེ་བོད་མའི་ག་ལ་ཐབས་བོད་མའི་གི་ཐབས་རྩོད་དེ་ནི་ཆབ་སྲིད་གི་ཐབས་རྩོད་ཆེ་ས་ནང་ལོགས་ལ་འབྲེལ་བ་ཡོད་རེད་འདི་འཐུས་གོ་རེད་ལ་ནི་སྐད་ཆ་དེ་འདྲ་མང་པོ་གླེ་བའི་རྐྱེན་གི་གཅིག་བྱས་ན་སྒང་ལ་དེ་ངས་གི་འདི་གོ་བྱས་རོགས་དེ་ལ་མ་ལན་འདེབས་བྱས་ད་ལྟ་སྲིད་ཇུས་ནང་ལ་བོད་མའི་མང་པོ་སྤྱི་པའི་དོ། དེ་ནང་བཞིན་གྱི་གཅིག་ཤི་ན་གཞུང་མ་ང་ཚོའི་ད་རྩེད་མོ་ཡིན་ན་རེད་དེ་མ་ཡིན་པའི་ད་ལྟ་འདི་ན་ཚུལ་མི་ཆོས་མང་པོ་གཅིག་བགྲོ་གླེང་ང་ཚོ་འདི་གར་ཤུགས་ཆེན་པོ་ཡོང་བ་ཡིན་ན་གང་གོ་ཉན་ངེས་ཀྱི་ཁར་གང་ལ་བདེན་ངེས་ཀྱི་གོ་བྱེད་རོགས་གཅིག་ཤི་ན་འགྱུར་བ་ཏན་ཏན་ཡོད་ཅེས་ངེད་ཀྱི་ད་ལྟའི་ཆ་ལ་ངེད་ཀྱི་འདི་ག་ལ་གས་མང་པོ་མཐོང་མ་སོང་ར་ཡིན་ན་འདི་ངས་གས་ཆེན་པོ་བརྩི་གི་ཡོད་ང་རང་དམིགས་བསལ་གྱི་རྩེད་མོ་ལ་རེད་བརྩི་གི་མེད་ན་ཡང་རྩེད་མོ་འདི་ངས་བརྒྱུད་རིམ་གས་ཆེན་པོ་ཞིག་བསླུ་ངོས་འཛིན་བྱེད་ཀྱི་ཡོད་ལ། སྤྱི་དང་ཨུ་རྒྱན་ལགས་ཀྱི་ངོས་ནས་ང་ཚོ་ད་ལྟ་གཞོན་སྐྱེས་ཀྱི་ངོས་ནས་འཐབ་རྩོད་བརྒྱུད་རིམ་ནང་ལོགས་ལ་ནུས་པ་བཏོན་ཐུབ་པའི་ཆེད་དུ་མ་འོངས་པ་ལ་སྒྲིག་འཛུགས་ཀྱི་འགོ་ཁྲིད་རེ་ད་ག་ན་ཞིག་ང་རང་ཚོས་ཀྱིས་གདམ་བྱ་རྒྱོ་ཐོན་མི་རྣམ་པ་ཚོས་ཀྱིས་ནུས་པ་ཅིག་གཞོན་སྐྱེས་ཚོ་ལ་ཡ་ད་ལམ་སྟོན་རེ་ད་ག་ན་ཞིག་སྣེ་ཁྲིད་གནང་དགོས་ཡ་དེ་འདྲ་ག་རེ་སྲིད་དོ། ངེད་ཀྱི་འཐབ་རྩོད་ལ་ན་ནམ་རྒྱུན་དུ་ག་རེ་ངོས་འཛིན་བྱེད་ཡོད་ལ་ན་མི་སྒེར་ཅིག་ལ་ངོ་བོ་མང་པོ་བརྗོད་རོགས་ཨ་ད་ཕོ་མོ་གྱི་ངོ་བོ་ཡོད་རེད་དབུལ་ཕྱུག་གི་ངོ་བོ་ཡོད་རེད་ཆབ་སྲིད་ཀྱི་ངོ་བོ་ཡོད་དོ་ཡོད་རྒྱལ་ཁབ་ཀྱི་ངོ་བོ་ཡོད་དོ་ཡོད་རོགས་དེ་ནང་བཞིན་གྱི་ངོ་བོ་མང་པོ་བརྗོད་རོགས་སོ་སོའི་གྱི་ངོ་བོ་ཆ་ཚང་ཅིག་ལ་འཐབ་རྩོད་མི་སྒེར་མང་པོ་ཅིག་གི་འཐབ་རྩོད་འགྲོ་བདེ་བ་བཟུང་དགོས་དོ།

སྣོད་མཚམས་ཀྱི་ལྟ་ཕྱོགས་ལ་ཡོད་རོགས་ཟླ་གཅིག་སྣོད་མཚམས་ལ་ངོ་བོ་མང་པོ་ཅིག་ཡོད་བ་ནང་ལོགས་ནས་སྣོད་མཚམས་ལ་ལྟ་དམིགས་བསལ་གྱི་སྤྱི་ཚོགས་ནང་མཐའ་མ་གི་མཐའ་མ་བྱོས་རོགས་དེས་ཀྱི་ཐབས་སྲོལ་ངོས་འཛིན་བྱེད་སྟངས་ག་འདྲི་བྱེད་ཀྱི་འདུག་དེས་ཀྱི་འདོད་པ་ག་འདྲི་སྒྲུབ་ཐུབ་ས་རེད་ལ་ད་ལྟ་ང་ཚོའི་ཀྱི་ཐབས་སྲོལ་ཆེ་སར་འགྲེལ་བཤད་རྒྱས་བྱོས་རོགས་དེས་ནང་ལོགས་ལ་མཐའ་མཚམས་མཐའ་མ་གི་སྤྱི་ཚོགས་ཀྱི་མཐའ་མཚམས་ལ་དེ་ངའི་མིག་གི་འདོད་པ་སྨོན་འདུན་སྒྲུབ་ཐོས་འདུག་མི་འདུག་རེད་བྱོས་རོགས་དེས་དྲི་བ་དེ་ངས་དྲི་བ་ན་གཅིག་ཤི་ན་འགོ་ཁྲིད་ཀྱི་འགོ་ཁྲིད་སྟངས་ལ་འཇུ་བ་ཐད་རོགས་འགོ་ཁྲིད་ས་བྱོས་རོགས་ཟླ།

ང་ཚོ་ག་དུས་ནས་གནས་སྟངས་ག་འདྲས་ནས་ང་ཚོ་བོད་པ་མ་རོགས་ཡ་གནས་སྟངས་ཁག་ཅིག་ན་ལ་ང་ཚོ་ད་བོད་པའི་གི་གནས་སྟངས་ཤིག་ན་ལོ་ལ་ང་ཚོ་ཡོ་ཡ་ཅིག་དང་ལོ་ལ་ད་སུ་སུ་གི་ད་ཅིག་ལ་ཞུ་བ་ནང་ཤི་རེད་ངོ་བོ་ཅིག་ཡོ་རོ་ངོ་བོ་མང་པོ་ཡོ་གི་བོད་པ་ན་ལོ་ལ་སྐད་ཆ་བཤད་ཡོ་ག་དུ་ང་ཚོ་ཕོ་མོ་གི་གནས་དོན་བླང་བ་ཡོ་ན་ལམ་སང་ཡོ་ཅིག་ང་ཚོ་བོད་པ་རོགས་ལ་ནི་སྐད་ཆ་བཤད་དོན་ད་ཅིག་འབྲེལ་བ་ཆ་གི་མི་འདུག་ཅིག་སྒྲིག་ལས་དེ་ག་དུས་ནས་དགོས་པ་དུས་དང་སྐབས་ཅིག་ཡོ་བསམ་གི་འདུག་ད་ལྟའི་ཆ་ལ་ང་ཚོ་སྤྱི་ཚོགས་ནང་ལ་སྤྱི་ཡོངས་ཀྱི་ཆ་ནས་སྐད་ཆ་བཤད་སྟངས་བྱེད་པ་ནི་ཅིག་སྒྲིག་ལ་དུ་ཧ་ལམ་མ་བསམ་ན་ཅིག་གཅིག་གྱུར་གི་བསམ་བློ་ཅིག་རོ་ཅིག་དེ་འདྲས་ད་མང་ཆེ་གི་ཡ་འདི་རེད་ད། གཅིག་གྱུར་སྒོ་མ་རེད་ན་སྲུང་འཁོར་རོ། ཡིན་ན་ལས་ཀ་བྱེད་སྟངས་ལ་ལག་བསྟར་བྱེད་སྟངས་ལྟ་གོ་རོ་ད་ང་ཚོ་ཁ་ནས་སྲུང་བའི་དེ་ཆུ་ཁུག་ལྟ་ཡ་མི་འདུག་ལག་བསྟར་བྱེད་སྟངས་ལ་སྐད་ཆ་བཤད་པའི་སྐབས་སུ་བཤད་སྟངས་ལ་ལྟེ་བ་ན་ང་ཚོ་གཅིག་གྱུར་གྱི་རྣམ་པ་འགྲོ་ཆེད་དེ་སེམས་མ་མཐུན་བ་ཡིན་ན་གཅིག་བསྡད་ཀྱི་མེད་བ་འགྲོ་ཆེད་དེ་འདྲའི་གི་དགོངས་ཚུལ་ཡོད་བ་འགྲོ་ཆེད་ཐོར་གུ་འདུག་རོགས་དེ་ཡིན་དུས་ངས་ག་དུས་ན་གཅིག་སྒྲིལ་ལ་དུས་གཅིག་ང་ང་ར་གཅིག་པོ་མ་རེད་ང་ང་ར་རོགས་པ་ཡིན་ན་དེ་འདྲའི་ནང་ལོགས་ལ་གཅིག་སྒྲིལ་ལ་དུས་དགོས་པ་དགོས་པ་ཅིག་ཡོད་བ་ར་རྒྱ་དང་བོད་ཀྱི་དཀའ་རྙོག་ཆེ་ས་ཅིག་ཐུག་བའི་སྐབས་སུ་གཅིག་སྒྲིལ་ལ་དེ་བོད་པའི་གི་གཅིག་སྒྲིལ་ལ་དེ་དགོས་གལ་ཆེན་པོ་རོགས་དེ་འདྲ་ཡིན་དུས་དགོས་པ་དུས་དང་སྐབས་ཀྱི་ནང་ལོགས་ལ་གཅིག་སྒྲིལ་འགོ་ཚུགས་པར་མ་གཏོགས་དེ་གི་ཕྱི་ལོགས་ལ་གཅིག་སྒྲིལ་བལྟ་ཡ་ཐབས་ཤེས་པ་ན་དེ་ནི་ཡང་གཅིག་སྒྲིལ་ཁ་ལ་ཁད་བྱེད་རོགས། དེ་ནི་ཡང་སྨྲ་བརྗོད་རང་དབང་ཡིན་ན་རེད་མི་སྒེར་གྱི་རང་དབང་ཡིན་ན་རེད་ད་ག་འདྲས་ཡིན་ན་རེད་དེ་ཚོ་ལ་དོ་ཕོག་འགྲོ་ཡ་གི་ཉེན་ཁ་ཞིག་གཉིས་མཐོང་བསྡད་ཀྱི་ཡོད་ལ། རྒན་གསུངས་ཡོད་དེ་ཡག་པོ་གསུངས་སོང་ཡ། གཅིག་སྒྲིལ་ཟེར་ད་ག་དུས་ཡིན་ན་ཁད་བསྡད་ཀྱི་མ་རེད་ཁོ་ཁོ་བཀག་འདུག་དུས་གཅིག་ལ། ཨ་ནི། གཅིག་སྒྲིལ་བྱེད་དགོ་ས་དང་གཅིག་སྒྲིལ་འདི་ནི་འགོ་གཙོ་ཚའི་ཁོ་པ་གས་ལ་གནད་འགག་ཅིག་ལ་བཏུད་འགོ་གཏོགས་དེ་ག་དུས་ཡིན་ན་གཅིག་སྒྲིལ་གི་མ་ནི་དྲ་གྲ་ཚའི་བཟོ་དོན་གས་གནད་འགག་གས་མཐོང་མི་འདུག་རེད་གཅིག་ནི་ང་ཚོའི་ཤེས་ཚོགས་ནང་ལ་དེང་སང་ད་གཅིག་སྒྲིལ་ཉམས་འགྲོ་གི་འདུག་ཅིག་སྐད་མང་པོ་ཤོག་བསྡད་ཀྱི་འདུག་དེ་ངས་ལྟ་ན་གཅིག་སྒྲིལ་དེ་ཉམས་པ་ཅིག་བརྩམས་ཚོར་མི་འདུག་དཔེར་ན་ང་ཚོའི་རྒྱ་ལ་ཁ་གཏད་བཅག་ཡོད་འདུག་ག་ནས་ང་ཚོ་བོད་པ་ཚང་མ་གཅིག་སྒྲིལ་རེད་འདུག་སེམས་ནང་ལོག་ལ་ཚང་མ་ང་ང་ཤོ་ཤོ་རེད་འདུག་མ་གཏོགས་ད་གཅིག་གིས་དྲ་བ་བྱས་ན་གཅིག་རྒྱ་མི་དངུལ་ཟ་བསྡད་མཁན་རྒྱུག་ཁྱི་བྱས་བསྡད་མཁན་རིགས་གཅིག་གཉིས་ཟིག་ཡོད་སྲིད་ཀྱི་རེད་མ་གཏོགས་ང་ཚོའི་ནང་ཁུལ་ལ་གཅིག་མཐའ་ཚད་འདྲ་བ་རྩེ་འདྲ་གར་རྒྱག་བསྡད་དགོས་ཡོད་ན་ཡང། དགྲ་ལ་ཁ་གཏད་བཅག་ས་གི་གོ་སྐབས་དེ་སླད་ཡུལ་དུ་ཁ་ནས་གཅིག་སྒྲིལ་འདོར་བ་དེ། ཇི་ལྟར་ཡིན་དུས་ཁ་ལ་གཅིག་སྒྲིལ་དེ་ཁོ་བཀག་ཏུ་དུས་ལ་བཞག་ནས་འགྲོ་དགོས་ཡས་ཀྱི་གནད་འགག་ཞིག་རེད་དོ། ལ་ཟླ་དེ་ནས་ངས་འདི་གཅིག་ག་རེ་ཞུ་གི་ཡིན་ད་ད་ལྟའི་ང་ཚོའི་ཡོད་དོའི་བརྒྱུད་རིམ་ནང་ལོགས་ལ་གཞོན་སྐྱེས་ཆ་ཤས་ལ་ངས་ག་ལ་གང་འཚམ་མང་པོ་ཆགས་བསྡད་ཀྱི་ཡོད་རེད། དམིགས་བསལ་གྱིས་ད་ལྟ་ང་ཚོ་སྤྱི་འཐུས་ཀྱི་ཡུལ་མི་ནང་ལོགས་ལ་གཞོན་སྐྱེས་ག་ལ་གང་འཚམ་ཡོད་རེད། ཨུ་རྒྱན་ལགས། དེ་སྔ་ཉིས་སྟོང་བཅུ་དྲུག་ལོ་ལ་ཡུལ་དུ་གནང་པའི་སྐབས་ལ་འུ་གེ་ལགས་ད་ལྟ་རྒྱ་གར་ནང་ལོགས་ལ་ཡོད་རེད་དེ་དུས་རྗེས་སྣུར་ཡོད་པ་ཡོད་པ་རེད། དེ་དུས་ང་ཚོ་གཞོན་སྐྱེས་ག་ལ་གང་འཚམས་བྱུང་པ་རེད། སྐབས་དེ་དུས་ཀྱི་གནས་སྟངས་ལ་ང་ཚོས་ཕྱི་མིག་ཅིག་བལྟས་པ་ཡིན་ན། གཞོན་སྐྱེས་ང་ཚོའི་གྲོས་ཚོགས་ར་བའི་ནང་ལོགས་ལ་ཕེབས་ཐུབ་པ་ཙམ་གྱིས་ཡང་ང་ཚོ་གཞོན་སྐྱེས་ཀྱི་ངོ་ཚབ་མཚོན་ཐུབ་པ་དང་ཡང་གཞོན་སྐྱེས་ཀྱི་ནུས་པ་བཏོན་ཐུབ་ཀྱི་ཡོད་པ་ཅིག་ལ་ངོས་འཛིན་གནང་གི་ཡོད་ན། གྲོས་ཚོགས་ནང་ལ་ངས་ཏན་ཏན་ང་ཚོའི་གི་ད་འགྱུར་བ་ཏན་ཏན་འགྲོ་བསམ་གི་ཏན་ཏན་འགྲོ་བསམ་གི་འདུག་ད་གཞོན་སྐྱེས་ད་འདི་རུ་བ་ང་ཚོ་ཡང་དང་པོ་དངོས་ལ་སྦྱོར་བ་བཏང་ཡར་ལ་གཞོན་སྐྱེས་སྒེར་སྒེར་གཅིག་ལས་བྱེད་པ་ཕ་སྐད་ནང་ལོ་ལ་འཛུལ་ས་བ་ཞིག་ད་ང་ཚོ་མང་པོ་ཞིག་ཧ་གོ་རུ་ཕ་སྐད་ཀྱི་ཆབ་སྲིད་ཀྱི་འགྲོ་སྟངས་བརྗོད་པ་གྲོས་ཚོགས་ནང་ལོ་ལ་ད་སུ་སུ་ཤོག་ཁག་འབྲི་ག་ཡིན་ན་རེད་ད་འདིར་ད་ཤོག་ཁག་དེ་ག་དུས་ན་ཆོལ་ཁ་གཅིག་པོ་མ་རེད་ལྟ་སྒྲུབ་ག་ལ་ཡིན་ན་རེད་དེ་འདྲ་མང་པོ་ཅིག་གིས་ད་མི་སྒེར་སྒེར་ཡར་འགྲོ་བྱེད་སྦྱོར་བ་བཏང་ཐོས་ངས་ཕལ་ཆེར་བཏང་ཐོས་ཁག་པོ་ཡོད་བསམ་གྱི་འདུག།

ད་ཇོ་བ་ཆུང་ཆུང་ཞིག་འགྲོ་གི་ཡོད་ཅེས་རོ་བ་ད་གླེ་བ་བསམ་གི་ཡིན་ནས་ཆད་ས་ནི་ཇོ་བ་ཅིག་ངས་འགྲོ་ཐུག་གི་མ་རེད་བསམ་གི་འདུག་རོ་གཅིག་བྱས་གཉིས་བ་འདི་གཞོན་སྐྱེས་ལ་དུ་ཡང་ང་ཚོ་ཡིག་གི་གསལ་བ་ཟེར་བ་བྱས་གཞོན་སྐྱེས་ལ་ན་ག་འདྲ་བྱུང་ངོ་འཛིན་བྱེད་ཀྱི་ཡོད་རོ་ངས་ཀྱི་ད་ལྟའི་ཆ་ལ་གཞོན་སྐྱེས་ལ་དུ་ང་འགྲོ་བས་ན་གཅིག་ལོ་བཅོ་བརྒྱད་ནས་ལོ་གསུམ་སོ་ལྔ་ཅིག་ཡིན་པ་ཅིག་ལ་གཞོན་སྐྱེས་ངོ་འཛིན་བྱེད་ཀྱི་མེད་ང་ལ་ན་གཞོན་སྐྱེས་ལ་ན་བསམ་བློ་བྱེད་རེད་བསམ་གི་འདུག་རོ་ད་ནང་ང་ཚོའི་མང་ཆེ་གི་གཞོན་སྐྱེས་གླེ་གོ་རོ་གཞོན་སྐྱེས་གླེ་གོ་ལ་དུ་ལོ་ཆུང་ཆུང་གཅིག་པུ་གླེ་གོ་རོ་ལ་བསམ་གོ་བསམ་གི་འདུག་གཞོན་སྐྱེས་ལ་བསམ་ང་ཚོ་གི་འདི་གི་ཐ་སྙད་འདི་གི་ད་དོན་དག་ལ་བ་རོ་གོ་ཡ་བྱེད་རོ་གར་ཁུག་ན་ཇོ་བ།

དེས་ཁོང་ཚོའི་གྲས་དེ་ལ་སྲོལ་རྒྱུན་གྱི་ང་ར་ཚོའི་ལོ་ཕུ་གེ་ལ་དེ་མ་ལགས་འདྲ་ཚང་མ་ཚང་བསྡད་པ་བྱས། མི་ར་གསར་པའི་གྲས་ནས་ཁོང་ཚོའི་མང་པོ་ཞིག་དེ་ན་ལ་སླེ་ཡོད་དུས་ག་ལ་ཡག་པོ་ཞིག་ཆགས་ས་རེད་བསམ་པ་བྱས་ད་ལོ་ང་ཚོའི་ལྟ་འཇུག་མཇུག་གི་ད་ན་ང་ཚོའི་གྲོས་ཚོགས་དེ་གྲོས་ཚོགས་ཡང་གཞན་དང་མ་འདྲ་བ་ཅིག་ཡོང་རྒྱུ་གི་ཕལ་ཆེར་རེ་བ་འདྲ་ཆེན་པོ་ཡོད་པ་དེ་འདྲའི་འདྲ་བ་ཞིག་རེད། ད་གཟོད་གཞོན་སྐྱེས་མང་པོ་སླེ་བ་རེད་བྱས་ན། ད་རྩ་ཁྲིམས་འདི་རང་འཇགས་བྱེད་འདི་ག་ལ་ད་བསམ་བློ་ཟ་བ་ད་མི་གི་སྙེབ་དོ་འབྲེལ་བ་ཕྱི་དང་ཡིན་པར་བྱེད་ནས་འདི་གས་ཡང་དཔེར་ན་གཞོན་སྐྱེས་ཀྱི་ཡང་ག་རེ་ནས་སོ་སོའི་རྣམ་དཔྱོད་བསྟན་ཕྱིན་ང་ཚོ་སྤྱི་འཐུས་ལས་དེ་མི་མང་གི་འཐུས་མི་འདོད་བྱས་མི་སྙེབ་དོ་ད་ག་འདྲེ་སྙོབ་དགོས་རེད་ང་སྙོབ་པའི་འདི་ཡང་འདི་གི་ཐོག་ནས་ཡང་རྣམ་དཔྱོད་ཟ་བ་བསྟན་ཡ་ཡང་འཆར་གཞི་འདི་འདྲ་བསྟན་བར་བྱས་ནས་ཡང་འཆར་གཞི་ཟ་བ་འདི་འདྲས་མ་གཏོགས་ཡང་ང་ཚོ་སྒྲོམ་གཞི་འདི་ངས་གི་ཨ་ནི་ག་རེ་ནས་ད། ཁྲིམས་ཁོ་རང་གི་བར་ལ་ཏག་ཏག་ཐིག་རོ་དེ་ཡིན་པ་སོང་ཙང་ང་ཚོས་ཀྱི་ད་ལྟའི་ཀྱི་སྤྱི་འཐུས་ཀྱི་དེའི་ནང་ལོགས་ལ་གཞོན་སྐྱེས་དང་མི་རྒན་པ་གཉིས་ཆ་མཉམ་དུ་ཡོང་བ་རེད་བྱས་ན་ངས་ཀྱི་ཡག་པོ་ཡོད་རེད་གསུངས་འདུག་ར། དེ་ནས་ངས་དོན་གྲུབ་ལ་འདི་ཞིག་ག་འདྲི་ཞུས་ན་དོན་གྲུབ་ལགས་ད་རེ་ཡོད་ཤོག་ནང་ལོགས་ལ་ཆ་ཤས་བླངས་གི་མེད་གསུངས་པ་རོ། དེ་ཡིས་ཁྱེད་རང་རྒྱབ་ལྗོངས་དམིགས་ཡུལ་འགྲོ་ག་འདྲི་ཞིག་གི་ཐོག་ནས། ད་བསླུ་ནས་མ་བསླུ་ནས་ཁྱེད་བ་ཁྱེད་མི་སྐྱོ་རོ་ཚོར་ཟེར་འོ་དེ་ཡང་བསླུ་མེད་གི་ལ། དེ་ངས་ཅིག་ཐང་བསླུ་ཡས་ཀྱི་གུས་སྒོམ་ལོ་ཡག་པོ་རག་མ་སོང་ལང་ཀ་དྲོ་དེ་ཡོང་དུས་དུས་སོང་པ། ང་ཅིག་བསླུ་ཡས་གུས་སྒོམ་མ་རག་ནས་ཤུགས་ཆེན་པོ་ལ་རྒྱས་ཚོར་མ་སོང་གི་ཅིག་ཡོད་ཨ་བསླུ་ཡས་རག་མ་སོང་ལས་ཅིག་ཡོད་གི་ལ། ཉི་མ་གཅིག་གླུ་བསྒྱུར་འགྲོ་དེ་འདྲའི་རུ་རེ་ཤར། ད་ནི་གླུའི་མ་རིན་འགྱུར་བས་ཁྱེད་མི་བསྒྱུར་འགྲོ་ཆོག་གི་ལ་གླུ་གནས་མ་མི་ཁྱེའོ་ཁྱེད་མི་བསྒྱུར་འགྲོ་ཤར་སོང་ཟེར། ད་རེས་ད་ལྟའི་གཙོ་བོ་ང་ཚོའི་སྤྱི་ཚོགས་ཀྱི་གནས་བབ་ཀྱི་ཐོག་ནས་དེར་བ་དང། གཙོ་མི་གཅིག་གིས་འོད་ཤུགས་གླུ་གར་འགྲོ་ནས་དེ་གིས་བོད་སྐད་ལ། བྱིས་པ་ག་འདྲས་བཟོ་ར་བཟོ་གི་མ་ར་ཟེར་གི་བཏང་ཚུལ་དེ་ལ། སྤུ་གུ་སྣ་ལོ་མང་པོ་གཅིག་དེ་དྲིལ་བསྒྲགས་དོ་སྣང་མེད་པའི་བཟོ་འདྲ་བའི་སྒྲ་འདོགས་ཏེ། དེ་ཡིན་ནའང་ད་སྤྱི་ཚོགས་ང་ཚོའི་གཞུང་གི་སིས་ཏིམ་འགྲོ་སྟངས་འདྲ་བ་བྱས་ནས་ལྷོག་པ་དེ་ཡང་ང་ཚོའི་མང་གཙོ་གི་འགྲོ་སྟངས་བྱས་པ་ཡིན་ན། ང་མི་གཅིག་གིས་འུ་གཅིག་གིས་བོད་སྐད་ལ་ག་རེ་བྱོས་རེ་བྱེད་བྱེད་ཀྱི་རེད་བྱེད་ཀྱི་མ་རེད་ཟེར་བྲིས་པ་དེ་མ་ཡིན་པར་བྱས། ང་མང་གཙོའི་གི་ལང་ཁ་ནང་ལ་འགྲོ་དུས་ག་ལ་ང་ཡིན་ན་ཡང་སྤྱི་ཚོགས་དེའི་གི་ནང་ལོག་གི་མི་གཅིག་ཡིན་པ་ཡིན་ཚ་ངས་གི་དེ་ཆ་ཤས་དེ་ལེན་དགོས་རེད་ཟེར་གཅིག་ཡང་བཏང་ཚུལ་གཉིས་ཡོང་ཞོར་རོ། དེ་ལྟར་བཏང་ཚུལ་སྔ་མ་དེ་བྱས་པ་ཡིན་ན་ན་ཁོང་གི་གསུང་བ་ནང་བཞིན་ཁོ་མི་གཅིག་གིས་བློ་དུ་མ་ལོག་གི་ཁྱད་པར་ཞེ་རག་འགྲོ་གི་མེད་པར་དེ་ལས་ཆུ་ཁོ་རང་ལང་ཁ་ལ་ལིང་གུ་སྤེལ་ནས་འགྲོ་བསྡད་དུས་ག་ལ་ཁེ་དེ་ཡོད་པ་ཡིན་ཚ་ཡང་ཁོ་དེ་སོང་ན་བཏང་ཆོག་པ་ཞིག་རེད་བ།

སྐབས་འགར་སྲིད་ཇུས་བྱེ་བྲག་པ་ཁ་ཤས་ཀྱིས་ཐལ་བ་འཇལ་ཡ་ཆོག་རེད་དེ་དྲན་མ་དྲན་གྱི་བསམ་ཚུལ་རེ་རེ་སོང་བ་མ་གཏོགས་ཁྱད་པར་དངོས་གནས་ཁག་པོ་མཐོང་གི་འདུག་ངས་ང་རང་མཐོང་ཚུལ་ལ་ཚང་མས་ཀྱིས་དབུ་མའི་ལམ་རྒྱབ་སྐྱོར་བྱེད་ཀྱི་འདུག་ཚང་མས་ཀྱིས་ཤེས་ཡོན་སྲིད་ཇུས་རྒྱབ་སྐྱོར་བྱེད་ཀྱི་འདུག་ཚང་མས་ཀྱིས་ཐེངས་འཁར་བར་གཞིས་ཆགས་སྲ་བརྟན་ཡོང་ཡན་གྱི་ལས་ཀ་བྱེད་ཀྱི་ལ་ཡོད་འདུག་ལས་ཀ་བྱེད་སྟངས་ལ་ཏིས་ཏིས་མ་འདྲ་བ་མ་འདྲ་བ་འདུག་ལ་འདུག་རོ། དེ་འདྲའི་གི་ཁོར་ཡུག་ཅིག་ནང་ལོགས་ལ་ད་ནི་ད་ཅིག་ངས་ཤོད་ན་ཤེས་རེད་གཞོན་སྐྱེས་ཡིན་ན་རེད་མི་མང་སྤྱི་ཡོངས་ཀྱི་ཆ་ནས་ཅིག་ཅིག

མཐའ་མ་དེ་ལ་རྣམ་པ་ཚོ་སྡོམ་སྐྱོན་ཡོད་པ་ཡིན་ན། རེད་ད་མ་འོངས་པ་ད་སྲིད་སྐྱོང་སུ་ད་སུ་འགྲོ་ཞིག་ཁྱོད་པ་ཡིན་ནའི་ད་ང་ནི་ད་ད་ང་རང་འབུད་རྒྱུ་རང་ཡིན་རོ་ད་དམིགས་བསལ་གྱི་ད་རྩེད་མོ་ད་ལ་ད་ཀྲེན་ནེ་སི་ལ་ད་རོགས་པ་ཡག་པོ་བྱེད་རོགས་ཞུ་ལན། ཀྲེན་ནེ་སི་གི་ད་ཀྲེན་ད Project ཚང་མ་ཀྲེན་ནེ་སི་གི་ད་བཟོས་ཀྱི་རོ། ཀྲེན་ནེ་སི་གི Demand ག་རེ་ཡོད་ནའི་ཚང་མ་ཨཱ་ནི་ཀྲེན་ནེ་སི་ལ Support ཡག་པོ་གནང་རོགས་གནང་ལན་བ། ཀྲེན་ནེ་སི་ཡིན་པ་ཡིན་ནའི Game འདྲ་མ་འདྲ་མང་པོ Activity མང་པོ་བཟོས་རོགས་ཞུ་ལན Football གཅིག་པུ་མེད་བ་བྱས་རྩེད་མོ་མང་པོ་བྱས་གོ་སྒྲིག་བྱེད་རོགས་ཞུ་ལན།

ད་དེའི་ཐོག་དེ་ག་རེ་ཡོད་རེད་ཟེར་ན། ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་བོད་པ་ཚོས་ཀྱི་འཕྲོད་བསྟེན་གྱི་ནད་པ། ཤེས་ཡོན་གྱི་ནད་པ། འཚོ་བའི་ནད་པ། འདི་ཚོ་ལ་ངེས་པ་ངེས་པ་ད་ཡར་རྒྱས་བཏང་ཐོག་རེད་ལ། འདི་ཚོ་ཐོག་ལ་ངེས་པ་ད་དེ་རྒྱུ་རྐྱེན་བཏང་ཐོག་དགོས་ཀྱི་ཡོད་རེད། ད་ལྟ་ན་ངས་ཁ་ས་ཞུ་ཡི་གེ་ལ་འདི་ཡ་ཡི་ལ་ང་ཚོ་བོད་པ་སྐྱོ་པོ་ག་ཚད་འདུག་དངོས་གནས་བྱས་ན། ནུ་ཞོ་ད་ད་དེ་ཡུ་རོ་རེད་ཨ་རི་རེད་ཀེ་ན་ར་དེ་ཚོ་དེ་ལ་གཞུང་འབྲེལ་ལ་བ། འབོད་སྐུལ་ཞུས་ནས་དེ་དོགས་བྱས་པ་ཡིན་ན་རྒྱ་གར་ནང་ལ་ང་ཚོ་ད་འཚོའི་གནས་བབ་སྐྱོ་བོ་དེ་འདྲ་ཞིག་ནས་བསྡད་དགོས་ཡ་མེད་པ་འདྲ་བོ་ཞིག་རེད། མང་ཆེ་བ་ཅིག་ནུ་ཞོ་ལ་ཕ་ཏང་ཐོག་མ་ཐོག་ལྟ། དེ་འཕྲོད་བསྟེན་གི་ཐོག་ནས་ད་ང་ཡ་རྒྱལ་ཏང་གི་ཞི་བ་འདུག་ཐང་དུས་ལ་དངོས་གནས་བསྡད་ན་ང་ཚོའི་སྤྱི་ཚོགས་ནང་ལོགས་ལ་འཕྲོད་བསྟེན་སྨན་ཁ་གཞུང་འབྲེལ་གཞུང་འབྲེལ་མ་ཡིན་པའི་འཕྲོད་བསྟེན་སྨན་ཁ་དཔེ་མང་པོ་ཡོད་རེད་དེ། ཐུན་མོང་སྤྱི་རྒྱུགས་སུ་ནས་ད་དུས་ཤུགས་ནས་ལས་ཀ་རྒྱག་ཐུབ་མི་འདུག་དཔེར་ན་ད་ལྟ་བར་དུ་བཙན་བྱོལ་ནང་ལ་བོད་པ་ག་ཚད་གྲོངས་ཡོད་རེད། བལ་བ་གྲོང་འགྲོ་ངའི་བལ་བ་དེ་ཚོ་གྲས་ཀྱི་ན་ཚ་གཙོ་བོ་གར་གྱི་ནས་ན་འདུག་ག་རེ་གི་གྲོང་གི་འདུག་དེ་ཚོ་ང་ཚོའི་རྒྱུན་ལྡན་གྱི་འཚོ་བ་བྱེད་སྟངས་དང་གོང་བཞིན་ག་རེ་དང་འབྲེལ་བ་འདུག་དེ་ཚོ་ཞིག་ཚ་བོ་ཞིག་བཏང་ནས་ང་ཚོའི་སྤྱི་ཚོགས་ནང་ལོ་རྒྱུས་ཀྱི་བཏང་མ་ཐག་པ་ཡིན་ན་ད་དུང་འཕྲོད་བསྟེན་གྱི་ཐོག་ནས་དཔེ་སྐྱོ་བོ། དཔེ་མགྱོགས་ཐོག་ནས་སྐྱོ་བོ། དེ་ད་དེ་འདྲིའི་གི་ཐོག་ལ་སྲིད་སྐྱོང་དེ་གི་མ་འོངས་པ་ལ་དེ་ཤུགས་རྒྱག་དགོས་དེ་ཤུགས་རྒྱག་ཡ་ཐོག་རེད་རེད་བ། སྤྱི་འཐུས་ངོས་ནས་ག་རེ་གནང་དགོས་དགོས་དོ། སྤྱི་འཐུས་གི་ད་དེ་ཚོ་ལ་ཞིག་ཚ་བོ་བལྟ་དགོས་གི་འདུག་ངེས་པར་དུ་བལྟ་དགོས་གི་འདུག་མ་གཏོགས་སྐུ་ཕྱོགས་ག་དེ་ལངས་ནས་ཅིག་བཀའ་ཤག་ལ་ཅིག་དྲི་བ་འདྲ་བཏང་ཁུལ་བྱས་ནས་ནི་ང་ཚོའི་སྤྱི་ཚོགས་ནང་ལ་ཡལ་བ་ལྟར་སྤྱི་འཐུས་དེ་གས་དྲི་བ་སྤེལ་ཐབས་བཏང་ཅེས་བཤད་སོ་ཡ་འདྲ་དེ་གས་ཁུངས་ཆེ་མི་འདུག་དངོས་གནས་བཀྲུས་ན་ཆག་ཁུངས་དེ་གས་ནང་ལ་ཞུན་རྒྱུ་ཡག་པོ་ཅིག་བྱེད་ད་བཀའ་ཤག་གས་འདི་ལ་ལས་ཀ་འདི་འདྲི་བྱེད་དགོས་འདི་ལ་བྱེད་ཡ་འདི་འདྲི་འདུག་ཟེར་མཐུན་རྐྱེན་དུ་དེ་གས་ལམ་ཁ་ཚང་མ་གྱི་སྤྱི་འཐུས་གས་མགོ་ཚོ་བོ་བྱས་ནས་བཤད་ཐུབ་དགོས་དོ་མ་ཐོག་ཡེ་གས་གྲི་ཚོགས་ནང་ལོགས་ལ་སྐྱོན་བརྗོད་བཟོ་ཐོབ་པ་ཙང་ཞིག་གས་ག་གས་ཕན་མི་འདུག། སྲིད་སྐྱོང་སུ་དོ་དགོངས་ནས་ཁས་ཞུས་ཡོད་དམ་འདོད།

བོད་གནས་ཡུལ་བོད་པ་ཚོ་ཉིན་བཞིན་མི་གཅིག་གིས་བཤད་མཁས་ཆེན་པོར་ཞིག་ལ། མང་བོ་སྤྱི་འཐུས་ཚོས་ག་རེ་གནང་དགོས་དོ། ད་སྤྱི་འཐུས་ལས་ག་རེ་གནང་ཨང་མོ་ཟེར་གི་ལ་ག་རེ་ཡིན་ནའི་ལབ་འདོད་གི་ལ་ད་དོ་སྣང་བྱེད་འོ་དོ་ད་ཇི་ངས་ཅིག་རོགས་པ་བྱེད་འོ་དོ་ད་གང་ཡིན་ནའི་མིན་ནའི།
དེ་ནས་ངས་རྒྱལ་ལགས་ལ་བཀའ་འདྲི་ཞུ་གི་མང་བོ་སྲིད་སྐྱོང་དང་སྤྱི་འཐུས་སུ་ཕེབས་པ་ཡིན་ནའི། ད་ད་ལྟ་སྲིད་སྐྱོང་དང་སྤྱི་འཐུས་སུ་ཕེབས་པར་གཞི་ནས་ད་ངས་ཡང་རྣམ་དཔྱོད་ཞེ་བོ་གསར་བ་དེ་འདྲ་ད་ངས་ག་ཡིན་དེ་བྱེད་ཀྱི་རེད་གསུངས་མི་འདུར་བ་ད་ད་ད་ག་རེ་ཡོད་པ་ད་ད་ཡིན་པར་གཞི་ནས་དགོངས་ཚུལ་བརྗོད་བཀའ་དྲིན་གྱི

ཨ་འདི་ག་ན་ད་ཐ་འཇི་དུ་ནུ་ལ་སོང་བ་ན་ད་གཞིས་བྱེས་བུད་མེད་གཉིས་ཅང་མཉམ་དོ་འབྲེལ་བ་འདི་འདི་ཨ་ནི་ཡག་པོ་ཚ་བོ་ད་ད་ཡག་པོ་བསྡད་བ་ན་ད་འོ་འདི་ནང་ཡང་ད་སྤྱི་འཐུས་ཡིན་པར་ཅང་ད་སྤྱི་འཐུས་དེ་ད་ང་ཚོས་ཀྱི་མི་དམངས་འདི་གས་ཀྱི་ད་སྐུ་ཚབ་གཙོ་བོ་འགྲོ་བྱེད་ད་སྤྱི་འཐུས་ཚ་བ་རོ་ད་སྤྱི་འཐུས་ཡིན་པ་སོང་ཙང་ད་ང་ཚོས་ཀྱི་གྲོས་ཚོགས་ར་བའི་ནང་ལོ་ལ་ད་ཁྲིམས་འདི་འདྲ་བཟོས་བའི་ཀ་ལ་ད་གྲོས་མཐུན་ནང་ངས་ད་འདི་འདྲས་ཡོད་རེད་ཨ་ནི་ང་ཚོས་ཚོགས་ཐེངས་དྲུག་ཐེངས་གཉིས་འགྲོ་བྱོས་རོགས་ད་ཐེངས་གཉིས་ཚོགས།

ག་རྫུས། འབྲེལ་ལམ་ཐག་ཉེ་ཡ་བྱུང་ན་ཨ་ནི་ངས་ཡག་པོ་ཡོད་རེད་བསམ་གི་འདུག་འོ་འདི་ལྟར་སྤྱི་འཐུས་ངོས་ནས། ཨོ་གིན་ལགས་མཐའ་མ་དེ་ལ་མ་འོངས་སྲིད་སྐྱོང་དང་སྤྱི་འཐུས་སུ་འཁྱོལ་པ་ཡིན་ནས་ཁྱེད་རང་གིས་ངོས་ནས་ད་ཅིག་རེ་བ་དང་ཡང་མིན་ནམ་ཁོ་རང་ཚོས་གནང་དགོས་ཡས་ཀྱི་གནད་དོན་འགྲོ་ཅི་གསུངས་པ་ཡིན་ན། ངེད་ཀྱི་རེ་བ་བྱེད་ས་དེ་གཙོ་བོ་ད་ལྟ་ས་ལ་སྤྱི་འཐུས་རུ་ཆགས་ཡོད་དུ་ལ། ངེད་ཀྱིས་ད་ལྟ་དྲན་པ། ད་ལྟ་ལྡབ་སྐྱོར་བྱེད་ཡ་ཅིག་ལ་སྤྱི་འཐུས་ག་འདྲས་ཆེ་སླེ་བ་ཡིན་ན་སྤྱི་འཐུས་རྩ་ས་བ་སུ་ཡིན་ན་ཡང་དེ་གི་ཡིན་གྱི་མིན་གྱི་ད་ལྟ་ང་ཚོའི་གི་འོས་བསྡུ་སྒྲིག་འཛུགས་ཞིག་ཏུ་དེ་ནང་རླུང་གི་འགྱུར་བ་བཏང་དགོས་ཡ་དེ་ད་ངས་ཡང་བསྐྱར་ལྡབ་སྐྱོར་ཞུ་འདོད་བྱུང་ཟེར་བ། འགྱུར་བ་དེ་ཡིན་གྱི་མིན་གྱི་མི་མང་གི་ད་འོས་བསྡུ་གི་འགྱུར་རིམ་ནང་རོ་ལ་གང་ཐུག་ཐུག་གི་འཛུལ་ཞུགས་བྱེད་འཐོས་ཡོད་བས་གི་ད་ཁ་བཙོ་ལ་ཁྲིད་རེད་ཟེར་བ། ད་ལྟའི་ཆ་ལ་བཀག་སྡོམ་མང་པོ་ཞིག་མི་མང་ལ་ད་དོགས་ཟོན་ལ་བར་བ་ད་དམངས་ལ་སུ་སུ་ཚུགས་གི་ལང་ཀ་ལ་འགྲོ་བྱེད་བ་ཡིན་ན་མགོ་ཚི་བོ་མ་རེད་མགོ་བོ་ལུས་ཆུ་ཆགས་ཡི་རེད་ད་འདྲེ་གི་བསམ་བློ་དེ་གཏོར་བྱེད་ཟེར་བ། གང་ཐུག་ཐུག་གི་མི་མང་མང་མང་གི་འཛུལ་ཞུགས་བྱེད་འཐོས་ཡ་གི་ད་ཕྱོགས་ལ་ངས་ཁྲིད་ཡ་གི་འབད་བརྩོན་བྱེད་དགོས་རེད་བསམ་གྱི་འདུག་ར་འདི་གཉིས་ཀྱིས་ང་རང་གི་རེ་བ་སྒྲོག་བྱེད་ཡིན་རོ། དཔེ་མཚོན་དུ་ཞུ་བ་ན་ཁྱོ་ག་དང་ད་སྐྱིད་སྡུག་ཁག་གི་ད་འོས་མི་ལ་ད་གར་རྒྱབ་སྐྱོར་བྱས་ཏེ་འགྲིག་གི་མེད་བ་ཡིན་ནའི་ད་འཇིག་མི་འཇིག་ཆབ་སྲིད་ཚོགས་པ་དང་ཆབ་སྲིད་ཚོགས་པ་ད་འདི་ཆ་ལ་དམིགས་བསལ་གྱི་གཞུང་འཛིན་གཞུང་གི་ངོས་འཛིན་བྱེད་ཀྱི་ཆབ་སྲིད་ཚོགས་པ་མེད་བ་ཡིན་ནའི་ཆབ་སྲིད་ཚོགས་པ་དང་ཡང་འགྲིག་ཆབ་སྲིད་ཀྱི་རུ་ཁག་དེ་སླེ་བ་ཡིན་ན་ད་འདི་རྒྱབ་སྐྱོར་རྒྱབ་སྐྱོར་ལ་ད་འདི་ཡག་ལོ་ལ་དཀའ་ངལ་ཡོད་སེམས་ཀྱི་རོ་དེ་འདྲས་ཀྱི་འཇིག་མི་འཇིག་ཐེངས་གཅིག་འོས་བསྡུ་ལ་འོས་བསྡུ་ལག་ངེས་ལ་རྒྱབ་སྐྱོར་བྱས་ཡོད་ན་དེ་འདྲའི་ལ་ངེས་རིན་ཆེན་པོ་ཞིག་ལག་ཁ་སྟོན་དགོས་གི་རེད་བསམ་གི་འདུག་ལ། གྲོས་བསྡུར་ལྷུག་པོ་བྱུང་མ་ཡོད་ན་ཡིན་གྱི་མེད་ཀྱི་དེ་ཆབ་སྲིད་ཚོགས་པ་དེ་གིས་ད་ཆོ་ག་གཅིག་པོ་ཐོན་གི་མ་རུ་བ་དེ་གི་ལྟ་གྲུབ་མང་པོ་ཞིག་མཚོན་གི་ཡོད་འདུག་དེ་ནང་ལོ་ལ་ཆོ་ཆོ་ག་གའོ་ག་སར་ཆུ་ཆུའི་གའོ་ག་སར་མི་སླེ་གི་ཡོད་འདུག་དེ་ནི་ཡིན་གྱི་མིན་གྱི་ངེས་གི་འདི་གི་ཐུགས་ཕན་གསོས་གི་རེད་བསམ་གི་འདུག་ལ་འོས་བསྡུ་འོས་བསྡུ་གི་བརྒྱུད་རིམ་ནང་ལོ་ལ་གྲོས་བསྡུར་ལྷུག་པོ་ཡོང་ཡ་ཆེ་གི་རུ་བ་དེ་འདྲས་ཡིན་འདུག་ད་ངེས་གི་རེ་བ་དེ་འདི་རང་ཡི་འོས་བསྡུ་སྒྲིག་གཞི་འདི་བཅའ་བཅོས་བྱེད་རུ་བྱེད་ལ་ནི་དེ་ཡིན་ལ་ལ་སོ། ལོ་ལོ་སོགས་མཁན་ལ་ཐུགས་རྗེ་ཆེ་ད་རེས་ང་ཚོ་དུས་ཚོད་སྟོན་བྱས་མ་ནས་ལྡི་ལི་རྒྱལ་ས་ལྡི་ལི་ནས་མཉམ་ཞུགས་གནང་བ་དེ་ལ་ཨ་ནེ་མནའ་མ་ཚོ་ཚང་མ་ལོ་ད་རེས་ང་ཚོའི་ལས་རིམ་ཐོག་མཉམ་ཞུགས་གནང་བ་ཐུགས་རྗེ་ཆེ་ཞུ་དགོས་ཡིན།